Swiss དང Liechtenstein བོད་རིགས་མི་དམངས་ཀྱིས་ཏང་སྐུ་ཚབ་དོན་གཅོད་ལས་ཁུངས་ནས་གོ་སྒྲིག་ཞུས་པའི་མང་ཚོགས་ཀྱི་ཚོགས་ཆེན་ཐོག་ལ་ཕེབས་པའི་རི་གོང་དགོན་པའི་མཁན་རིན་པོ་ཆེ་སྐུ་ངོ་དོན་གཅོད་དེ་ག་ནང་བཞིན་སྐུ་ངོ་སྤྱི་འཐུས་ཁོང་སྤྱི་ཟུར་རྣམ་པ་ཚོ། ཨ་ནི་བོད་རིགས་མི་མང་དང་ས་གནས་འཐུས་ཚོགས་གཅིག་ལྕོགས་ཀྱི་ཚོགས་གཙོ་ཚོགས་གཞོན་ཟུར་པ་དང་ད་ལྟ་ལས་ཐོག་དེ་ག་ན་བཞིན་འཐུས་མི་རྣམ་པ་ཚོ་མང་ཚོགས་ཨ་འདས་བསྟན་པ་ལགས་དང་རྣམ་པ་ལ་ཡ་ཚང་མ་ལ་ཐོག་མ་དེ་བོད་མིའི་སྒྲིག་འཛུགས་བཀའ་ཤག་སྐབས་བཅོ་ལྔ་དང་ང་རང་གང་ཟག་སྒེར་གྱི་ངོས་ནས་རྣམ་པ་ཚང་མ་ལ་དེ་རིང་མཇལ་ཡས་གོ་སྐབས་བྱུང་བ་དེ་སེམས་གཏིང་ནས་མཛའ་ཞིང་བརྩེ་བའི་འཚམས་འདྲིའི་བཀྲ་ཤིས་ལེགས་ཞུ་ཆོག་པ་ཅིག་ཡོད། སྤྱི་བཏང། ང་ལ་ཡང། བཀའ་མོལ་ཞུ་ཡས་ཀྱི་ནུས་པ། ཡོན་ཏན། གང་ཡང་ཡོག་མ་རེད། འདི་ཡང་ལ་དུས་བོད་པའི་མི་དུ་ཚོས་བཤད་ཡས་མེད་ལབ་བཤད་དུས་ཚིག་ཆོས་ཆ་ག་ཅིག་ཤིག་ལ་ཡས་འདི་ང་མེད་ཁ་ཡོག་ལོག་ཡོད་ཤིག་ཡོད། ང། ཞུ་བོ་གཅིག་གིས་དཔལ་འབྱོར་རིག་པ་བྱས། དཔལ་འབྱོར་སྒང་ལ་སློབ་སྦྱོང་བྱས་ནས་དཔལ་འབྱོར་བཀའ་བློན་ཆགས་བྱས་པ་འདི་གས་མ་རེད། ཁོང་ཁོང་ཨ། ས་གནས་རྡོ་བ་ལ་ལས་ཀ་རྩ་ཀི་རྩ་ཀི་བྱས། གཞོན་ནུ་བྱས་སྡུག་སྡུག་བྱས་སྤྱི་འཐུས་རྒྱུད་རིང་པོ་བྱས་མཐའ་མ་དེ་ལས་དབང་གིས་དཔལ་འབྱོར་བཀའ་བློན་གི་འགན་དེ་ངའི་ག་ལ་བབས་པ་རེད་མ་གཏོགས་ང་དཔལ་འབྱོར་བཀའ་བློན་ཡིན་པའི་རྒྱུ་མཚན་བྱས་བྱས་ནས་དཔལ་འབྱོར་གི་གནས་སྟངས་འགའ་ལ་ཞུ་བོ་གཅིག་གིས་བྱང་ཆུབ་པ་དང་ཤེས་ཀྱོ་གས་མེད། ཡིན་པ་ཡིན་ཡང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ཉག་གཅིག་དང། མི་ལྡོག་རྒན་པ་ང་རང་གི་དགེ་བའི་བཤེས་གཉེན་མང་པོ་ཡོད། ང་སློབ་གྲྭ་ཁག་གསུམ་ཙམ་འགྲིམས་པ་རེད། དེ་གས་དགེ་རྒན་ག་ལ་གང་འཚམ་ཅིག་འད་འདྲའི་བཀའ་དྲིན་བསམ་གྱི་འདུག་དགེ་རྒན་རེ་གཉིས་ཅིག་འད་ཡང་ངས་ཀྱི་ངའི་མི་ཚེ་ནང་གནོད་སྐྱེལ་ཞིག་བསམ་མེད་ང་དགེ་རྒན་རེ་གཉིས་མིང་བཏོན་ཡོད་ད་ཡིན་ནའི་འདི་དེ་རིང་ང་ལས་འབུ་ཟ་གལ་མི་འདུག་སྟེ་ག་ད་འདི་གའི་ཚང་མ་གི་བཀའ་དྲིན་ལ་བརྟེན་ནས་ད་ལྟ་འདུག་ཆགས་པ་ར་མ་གཏོགས་གཞན་བོད་ལ་ཡིན་པ་ན། མི་གཙང་སྐྱོ་བོ་གི་སྤུ་གུ་གཅིག་ཕལ་ཆེར་སློབ་སྦྱོང་མེད་ཅེས་ཞིང་ཁ་འདྲ་བོ་ལྟ་བུ་ཡོད་ན་ག་རེ་ལྷག་བསྡད་ཡོད་སྲིད་ཀྱི་རེད་ད་ལྟ་གནས་བབ་འདི་ཆགས་ཡས་དེ་ང་ཚོ་ལུང་པ་ཡོག་མ་རེད་ཏེ། རྒྱ་གར་ནང་སྐྱེས་ཡོད་ནས་འདྲ་བོད་ནས་འཁྲུངས་ཡོད་ནས་འདྲ་གཞོན་སྐྱེས་འདི་གའི་ཚང་མ་ལ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་མིའི་སྒྲིག་འཛུགས་གཉེར་མ་ཡིན་ན་བཙན་བྱོལ་བོད་གཞུང་འདིའི་གི་སྐུ་ལས་སྐྱོན་མཁན་རིམ་བྱོན་གྱི་སྐུ་ལས་སྐྱོན་པ། འཐུས་ཚོགས་དམག་གི་བཀའ་དྲིན་ལ་བརྟེན་ནས་ང་ཚོ་འདི་གས་ཏེ་ད་ལྟ་གནས་སྟངས་དེ་འདྲའི་ཆགས་བསྡད་པ་འདི་བཀའ་དྲིན་བསམ་ཤེས་བྱེད་དགོས་དེ་དཔེ་མི་སྲིད་གལ་ཆེན་པོ་རེད་བསམ་གྱི་འདུག་འདི་དང་སྦྲགས་བྱས་དེ་རིང་ངས་དོན་དག་ཁག་གསུམ་ཞུ་གི་ཡིན། སྤྱི་དང། ངས་བཀའ་མོལ་ཞུ་ཡས་འདི Triangle བྱས་ཚེ་ཟུར་གསུམ་གྱི་དཔེ་བཞག་བྱས་ཚེ་འདི་ལ་སྤྱི་ནོར་ཁོང་ཚེ་སྐྱབས་མགོན་ཆེན་པོ་མཆོག་གཡས་ཕྱོགས་འདི་ལ་ཡང་བོད་ནང་གི་རྒྱ་ཆེ་མི་མང། གཡོན་ཕྱོགས་ལ་ང་ཚོ་བཙན་བྱོལ་བོད་མི་ཚོ། ད་འདི་གསུམ་ལ་ང་ཚོ་མ་བསྡུར་བའི་ཡོ་མ་རེད། བྱས་ཙང། རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན། གིས་མ་ཚོར་བ། ང་ཚོ་བོད་མི་ད་ག་བ་ཡོད། ཧི་མ་ལ་ཡའི་མི་རིགས་ཙམ་མ་ཟད་འཛམ་གླིང་ས་ཕྱོགས་གང་ས་ལ་དེ་རིགས་ཁ་སང་སྐུ་མདུན་གི་ཐུགས་རྗེ་སྐུ་མདུན་གི་སྐུ་དྲིན་སྐུ་མདུན་གི། བྱིན་རླབས་ཀུན་འདུས་ཀྱི་བརྩེ་བ་བྱམས་བརྩེ་སྐྱོང་བཞིན་མང་པོ་ཡོད་དུས་ངའང་དེ་གས་དེ་ཏན་ཏན་ཀུན་འདུས་ཀྱི་བཀའ་དྲིན་བསམ་དགོས་ཡ་དང་ཀུན་འདུས་ཀྱི་བཀའ་དྲིན་ཚོར་དགོས་ཡ་དེ་ཤིན་ཏུ་ནས་གལ་ཆེན་པོ་རེད་བསམ་གྱི་འདུག་འདི་མ་ཚོར་བ་ཡིན་ན་ཨ་ནི་ང་ཚོ་ལས་རྒྱུ་འགྲོ་ལས་འགྲོ་གི་མ་རེད། ཨ་ནི་ང་ཚོ་ཁ་ནས་ག་རེ་བཤད་རུང་མ་བཤད་རུང་ང་ཚོས་ཆོས་ཁས་ལེན་མཁན་ཡིན་པ་སོང་ཙང་སྐྱེ་བ་ཕྱི་མ་ལ་ག་རེ་ཆགས་མ་ཆགས་དེ་ང་ཚོས་ཚོད་ཐིག་གི་རེད་སོང་འདི་བསམ་པ་ལ་རྒྱ་བལ་བཀའ་དྲིན་དྲན་ཡ་དེ་ཤིན་ཏུ་ནས་གལ་ཆེན་པོ་རེད་ཞུ་ཡིན་རྒྱ་བལ་བཀའ་དྲིན་དྲན་ཟེར་དུས། སྐྱ་ངོར་མོ་བཅས་ཕུད་དུས་ཙམ་པོ་ལ་དུང་མགོ་དབང་ཆེན་བཅའ་ཡ་དང་ཆོས་ཞུ་དུས་མིག་ཆུ་བཏང་ཡ་ཙམ་མ་རེད། ང་ཚོས་ཀྱིས་ཐམས་ཅད་མཁྱེན་པ་རྒྱ་གར་མོ་བཅས་དགུང་ལོ་ག་ཚོད་ཕེབས་ཚར་བར་ག་ཚོད་སྐུ་ལས་བསྐྱོན་གི་འདུག་ང་སྔས་མ་རླུང་འཕྲིན་ཁང་ཅིག་འགན་འཛིན་བྱས་པའི་སྐབས་སུ་རྒྱ་གར་མོ་བཅས་ཀྱིས་མཛད་པ་འཕྲིན་ལས་ལོ་སར་གྱི་ཚེས་གཅིག་ལ་བཏང་གི་རེད་དེ་བཏང་བའི་སྐབས་སུ། རྒྱ་ཧོར་མོ་གཅིག་གིས་མཛད་པ་འཕྲིན་ལས་ཆུ་ཚོད་ཕྱེད་ཀ་ནང་བཏང་ཡས་དེ་དང་ཡས་ཡོག་མ་རེད་ཏེ་དང་བའི་ཁུལ་འདྲ་བོ་བྱས་རྗེས་ལོ་གཅིག་ལ་ཉི་མ་སུམ་བརྒྱ་དྲུག་བརྒྱ་ལྔ་ནང་ལོག་ནས་ཉི་མ་ཉིས་བརྒྱ་ལྷག་ཚེ་ཕྱི་ལོག་ལ་བས། འདི་ཡང། སྐད་ཅིག་སྐད་ཅིག་སྐར་མ་སྐར་མ་ལ་ཡང་མཇལ་ཁ་དང་བཀའ་སློབ་དང་མཛད་འཕྲིན་མང་པོ་ཡོད་པ་བཞུགས་སྒར་ལ་ཉི་མ་བརྒྱ་བཞུགས་གི་ཡོད་པ་ཡིན་ན་ཡང་འདི་ཡང་མཇལ་ཁ་དང་མཛད་རིམ་མང་པོ་བང་སྒྲིག་བྱས

བོད་ཀྱི་ཆོས་རྒྱུད་རིས་སུ་མ་ཆད་པའི་བཙུན་མ་རྣམ་པ་ཚོས་ཀྱི་ཨ་ནི་ཀུན་བཏུས་ལ་བརྟན་བཞུགས་བསྐྱལ་བའི་སྐབས་སུ་ཀུན་བཏུས་ཀྱི་བཀའ་བཤད་ག་རེ་གནང་སོང་བཀའ་སློབ་ག་རེ་ཕེབས་སོང་འདི་འང་ཚང་མས་མཁྱེན་གྱི་རེད་བ་དེར་ག་ས་དྲ་རྒྱའི་གྱི་ལམ་ནས་དྲ་རྒྱ་བོད་ཆོས་ལོག་པ་མ་ཆགས་ནས་དྲ་རྒྱ་བོད་ཆོས་ཡག་པོ་དེ་དེ་གས་ཚང་མ་མཇལ་ཡོད་ཉི་མ་ཉི་མ་འདི་ཙམ་པ་ལ་རྒྱ་བོ་རིན་པོ་ཆེ་གྱི་ཨ་ནི་བརྟན་བཞུགས་ངོ་མ་ག་རེ་ཡིན་པ་དེ། ཀུན་འདུས་ཀྱི་བཙུན་མ་ཚོ་ལ་སྙིང་མ་ཡང་ན་ཆོས་བྱེད་ཡ་དང་དགེ་བཤེས་མ་བཏང་ཡ་མེད་བ་དེ་རིགས་གང་ཚང་ཀུན་འདུས་ཐུགས་རེ་གནང་བཙུན་མ་ཚོའི་གི་སྐུ་ལས་སྐྱོན་བཏགས་ཚེ་བཏགས་གི་སློབ་སྦྱོང་བྱས་ནས་ད་ཐ་མ་བཙུན་མའི་དགེ་བཤེས་མ་དོན་བྱས་ན་ཐུགས་ཀྱི་རེ་བ་དེ་འདི་འགྲུབ་སོ་ཟེར་བཀའ་གནང་རྒྱུ་བརྩམས་པ་ལ་འདི་ན་བཞིན་སྐུ་བརྟན་བཞུགས་ཀྱི་གཙོ་བོ་འདི། རྒྱལ་བའི་བཀའ་སྒྲུབ་ཡ་རྒྱལ་བའི་གི་བཀའ་བཞིན་སྒྲུབ་པ་ཆོས་པའི་རབ་ཡིན་གསུངས་ན་ཞིང་དེ་ཐོག་ལ་དགོངས་པ་བཞེས་ཐུབ་པ་ན་ང་ཚོ་བརྟན་བཞུགས་ཕུལ་ནས་འདྲ་མ་ཕུལ་ནས་འདྲ་འདི་གལ་ཆེ་ཤོས་འདི་ཀུན་འདུས་བཀའ་སྒྲུབ་པའི་དེ་རེད། ཀུན་འདུས་བཀའ་སྒྲུབ་ཐུབ་པ་ན་ང་ཚང་མས་བཀའ་ལ་དེ་རིགས་གང་ཚང། ད་ཀུན་འདུས་ཀྱི་བཀའ་སློབ་ང་ཚོ་ཉན་དགོས་ཕྱིན་ན་ད་ལྔ་བཅུ་ང་གྲངས་ནས་བྱེད་ནས་ད་བར་དུ་བསགས་བཞིན་ན་ཆབ་སྲིད་ཤེས་ཡོན། དྲིལ་བསྒྲགས་གཞོན་སྐྱེས་སྒང་ལ་བུད་མེད་སྒང་ལ་འཇིག་རྟེན་སྒང་ལ་ཁ་ག་རེ་ནས་བཀའ་སློབ་དེབ་མང་པོ་པར་བརྒྱབ་ནས་ཡོད་རེད་དེ་དེབ་དེ་གས་དེ་ང་ཚོ་འདྲིས་མ་བྱས་བྱས་སློབ་སྦྱོང་བྱས་ཉམས་ལེན་བྱས་པ་ན་ང་ཚོའི་མི་ཚེ་འདང་གི་མ་རེད་ཡིན་བརྩོན་པ་ལ་ཀུན་འདུས་ཞེས་ཞུ་བའི་སྐབས་སུ་ཀུན་འདུས་ཀྱི་ཐུགས་དགོངས་པ་ནང་བཞིན་གྱི་ང་ཚོའི་གི་བརྒྱ་ཆ་བརྒྱ་ཞབས་ཞུ་ཞུ་མ་ཐུབ་ན་སོ་སོ་སོའི་གི་ཉི་མ་རྟག་པར་ཞུ་དག་བཏང་བྱས། ང་ད་རང་ཞུ་བའི་སྐྱེས་པ་རེད་དེ་རིང་ངོ་དང་ང་ད་ཉལ་འདུག་གི་རེད། ཉི་མ་ཉི་ང་ངས་ག་རེ་བྱས་ཤག། རྒྱ་བར་མི་ཚེ་དགོངས་པ་མཐུན་པ་ངས་ག་རེ་བྱས་ཤག་དགོངས་པ་མ་མཐུན་པ་ངས་ག་རེ་བྱས་འདུག་སོ་སོ་ཞུ་དག་བྱས་ཚེ་ཉལ་ག་ལ་མོ་ལ་ཞུ་དག་བྱས་ནས་སང་ཉིན་ཞུ་བའི་ལངས་དུས་ཨོ་ངས་དམ་བཅའ་གསར་བ་ཞག་འོ་དེ་འདྲས་ཀྱི་བྱས་ཐུབ་པ་ན་ཏན་ཏན་སྐུ་ཚེ་བརྟན་ལས་འཕེན་གྱི་རེད་ང་ཚོའི་བསྟན་པ་ཆབ་སྲིད་ལས་འཕེན་གྱི་རེད་གསུངས་དུས་ན་རྒྱ་བ་རིན་པོ་ཆེ་གི་བཀའ་དྲིན་བསམ་ཡས་འདི། རྒྱ་བ་རིན་པོ་ཆེ་སྤྱན་རས་གཟིགས་སྐུ་ཞབས་བློན་པོ་ཙམ་མ་ཡིན་པར་གང་ཟག་མི་སྒེར་པ་གཅིག་དགུང་ལོ་བརྒྱ་བཅུ་བརྒལ་ནས་སྐུ་ལས་བསྐྱོན་དགོས་པ་དེ་འཚོ་བའི་ཐོག་ནས་ང་ཚོ་སྐད་ཅིག་བྱས་པས་ན་ཏན་ཏན་རྒྱ་བའི་སྐུ་ཚེ་བརྟན་ལ་ཐུགས་ཕན་གསོས་ཀྱི་རེད་བསམ་འདུག་འདི་ངས་འདྲི་ཇི་ན་སོང་ད་འདི་ལས་རྒྱས་པའི་ཀུན་འདུས་མཛད་འཕྲིན་སྐོར་ལ་དེ་རིང་ང་ཚོ་ཚང་མ་དཀའ་སྡུག་གནང་བ་ན་ང་ལས་རྒྱས་པ་རྣམ་པ་ཚོ་གསུང་མཁན་མང་པོ་ཡོད་རེད་ཏན་ཏན་ངས་འདི་ཞེས་ཚོར་བ་མང་པོ་འདུག་ཡིན་ཙམ་མ་ལ་འདི་ལས་མང་ང་ཡོད་རེད་དེ་ནས་དུས་ཚོད་ཀྱི་རྐྱེན་བྱས་རྗེས་ཀུན་འདུས་ཀྱི་བཀའ་དྲིན་འདི་ངས་འདི་གར་མཚམས་བཞག་ཡིན་དེ་ནས་ད་ང་ཚོ་ག་རེ་ཤེས་ནའི་མ་ཤེས་ནའི་རྒྱ་བོར་མོ་ཅིག་བོད་ཀྱི་དོན་གྱི་བདག་པོ་དེ་བོད་ནང་ལོགས་རྒྱ་ཆེ་མི་མང་ཡིན་གསུངས་ཙམ་མ་ལ་བོད་ནང་ལོགས་ཀྱི་རྒྱ་ཆེ་མི་མང་ཚོ་གི་ལྷག་བསམ་སྙིང་རྟོག་སེམས་ཤུགས་དེ་གས་དེ་ང་ཚོ་མ་རྩ་བལྟས་པ་དེ་རེད། ལྔ་བཅུ་ང་དགུ། བཞི་བཅུ་ཞེ་དགུ་ནས་བརྩིས་བྱས་ད་ལྟ་ལྔ་བཅུ་ང་དགུ་ལ་རྒྱ་མི་བོད་ཡོངས་རྫོགས་ཟས་བཅད་རྒྱ་མིའི་བསམ་བློ་ལ་ལོ་བཅུ་ཉི་ཤུ་རྗེས་ལ་བོད་ཚང་མ་གཙང་མས་ཆགས་ཀྱི་རེད་བསམ་པ་དེ་ད་ལྟ་ཡིན་པ་ཡིན་ནའི་བོད་ནང་ལོགས་ལ། བོད་པའི་སྐད་ཡིག་བོད་པའི་རིག་གཞུང་བོད་པའི་ལྷག་བསམ་བོད་པའི་སེམས་ཤུགས་ཚང་མ་བརྟན་པོར་གནས་ཏེ། བོད་ནང་ལོ་བརྒྱ་ཆའི་མི་མང་གི་དངོས་གནས་ཁོ་དེའི་སེམས་ཤུགས་དེ་མ་རྩ་བཞག་པའི་ཐོག་ནས་ང་ཚོ་འདི་དྲན་དགོས་ཡས་འདི་བསམ་དགོས་ཡས་དེའི་བཀའ་དྲིན་དེ་མ་དྲན་པ་ཡིན་ན་ང་ཚོ་ལས་རྒྱུ་འགྲོ་འགྲོ་ཡས་མེད་པ་དཔེ་མཚན་ཞིག་ན་ལམ་ལུས་མེད་སའི་བརྒྱ་དང་ལྔ་བཅུ་ང་གཅིག་ལྷག་བཏང་ཡོད་རེད། ང་དྲོ་བོ་ཆ་ཆེན་རང་ལུས་མེར་བསྲེགས་ད་བོད་པའི་སྤྱི་ཚོགས་ནང་ལ། དགུ་བཅུ་གོ་བརྒྱད་ཀྱི་ཕྱི་ཟླ་བཞི་པའི་ཚེས་གཉིས་སྲབ་སྟོན་རྒྱ་གར་རྒྱ་མཚོ་ལྡི་ལི་ལ་དཔའ་བོ་སྟོད་ཐུང་ངོས་འདུག་རང་ལུས་མེར་བཏང་བའི་སྐབས་སུ་ངའི་མིག་མདུན་རང་མཐོང་རྒྱུ་རེད། སྐབས་དེ་དུས་ཉི་མ་ཁ་ཤས་སུ་མེ་མཐོང་དུས་ཙམ་ཞལ་དྲོ་བོ་དེ་ཆགས་ཡོད་ངེས་སྐྱག་རྫིང་མས་རྔུལ་ཉོག་ཁོག་ཚེམ་སྟེང་ནས་བཤད་ཀྱི་ཡོད། ངའི་བུ་མོ་དེས་ཁོ་རང་རང་ལུས་མི་བཏང་ཚར་བའི་ཉི་མ་གཅིག་རྗེས་ལ་བུ་མོ་སྐྱེས། གཞིས་ཆགས་ལ་བུ་མོ་སྐྱེས་ང་མ་གཡར་ལས་ཁུལ་བྱེད་ས་ཡོད་རེད་དེ་འདྲའི་བྱས་རྗེས་ང་སྒེར་གྱི་འབྲེལ་བ་ཞུས་ཡོད་ད་རིམ་པས་རིམ་པས་རང་ལུས་མི་སེར་གཅིག་བཏང་གཉིས་བཏང་གསུམ་བཏང་ང་ཚོ་རྒྱུན་དུ་འགྲོ་བ་ཆགས་ཨོ་གཅིག་སྡོད་ལ་ཡོད་ད་འདི་ཡས་རྗེས་སུ་ཆགས་ན་འགྲིག་ཡས་རྩ་བ་ནས་མི་འདུག་བ་འདི་ཙམ་མ་ལ་ཁོང་རང་ཚོ་གི་གཅེས་པའི་སྲོག་བློས་ཏེ་རྒྱ་མི་ལ་འཚེ་བ་ཙམ་ཡང་མེད་པ་ཅེས་པའི་སྲོལ་བློ་ཡལ་འདི་ག་ཅིས་ཅིས་བསླུས་དགོས་བ་རེད་སུའི་དོན་དང་བསླུས་དགོས་བ་རེད་བོད་སྤྱི་པའི་དོན་དང་བོད་ཀྱི་རྩ་ཆེ་བའི་ཆོས་རིག་གཞུང་སྐད་ཡིག་མི་ཉམས་རྒྱུན་འཛིན་བྱེད་བློ་གུས་བརྟན་པོ་ལ་འདིའི་གི་བཀའ་དྲིན་བསམ་ནས་ང་ཚོས་གི་ཨ་ནི་དོ་སྣང་ཅིག་བྱེད་མ་ཐུབ་ན་ང་ཚོ་ག་བ་འགྲོ་རེད་དེ་ཙམ་པོ་ལ་ཡིན་གྱི་མིན་གྱི་བོད་ནང་ལོག་བོད་མི་གི་སེམས་ཤུགས་ད་ངེད་ངེད་བརྒྱ་དང་ལྔ་བཅུ་ང་གཅིག་ནང་ལོག་རྣམ་པོ་ཅིག་བཟི་བ་ན་བཙུན་མ་ཡིན་ནའི་འདྲ་དགེ་བཤེས་སྐུ་ཤོག་ཡིན་ནའི་འདྲ་མི་སྐྱ་ཡིན་ནའི་འདྲ་འདྲེ་མང་ང་འདི་དགུང་ལོ་བཅོ་བརྒྱད་དང་བཞི་བཅུའི་བར་དུ་འདུ་བ་རེད་འདི་གའི་སྟེང་གི་བོད་ནང་ལོགས་ལ་རྒྱལ་བ་རིན་པོ་ཆེའི་རྗེས་ཉུང་ཡོད་མ་རེད་ལྔ་བཅུ་ང་དགུའི་རྗེས་ལ་སྐྱེས་རྒྱུ་རེད་འདི་གའི་སྟེང་གི་རྒྱལ་བ་རིན་པོ་ཆེ་གསུམ་བོད་ནང་ཐོས་ཡས་དཔེ་ཁག་པོ་རེད་ཡིན་པ་ན་ཁོང་ཚོ་ནང་ལོགས་ལ་ཏན་ཏན་གཅིག་ཟིན་ན་ཁོང་ཚོའི་གི་དམར་པོའི་ལྟ་བ་དང་ནང་པོའི་ཆེད་ཟིན་ན་དམར་པོའི་ལྟ་བ་ཡག་ཤེས་སྲིད་ཀྱི་ཡོད་ཀྱི་རེད་རྒྱ་མིའི་སྐད་ཡིག་ཡག་པོ་ཤེས་ཀྱི་ཡོད་ཀྱི་རེད་ཡིན་པ་ཡིན་ན་ང་བོད་པ་ལ་ཡག་གི་ཚོར་བ་བོད་པའི་ལ་རྒྱ་མི་རིགས་ཀྱི་ཞེན་ཁོག་བརྟན་པོ་ཡོད་དུས་བསམ་པ་ན་ག་བ་ཁྱེད་ནས་ཡང་བརྟན་པོ་གནས་ཀྱི་ཡོད་ན་ང་ཚོ་གར་ཕྱིན་ནས་མིའི་ལུང་པ་དེ་ནས་བོད་པའི་ལ་རྒྱ་བོད་པའི་མི་རིགས་བོད་པའི་ངོ་བོ་བརྟན་པོ་གནས

སྐྱབས་མགོན་རིན་པོ་ཆེ། ངས་ཕེབས་འགྲོ་ཡ་རེད་འདི་ཙམ་མ་ལ། དེའི་ཚེ་ཚིག་གིས་དེའི་བར་དུ་ང་ཚོས་ད་ཀུན་ཏུའི་དགུང་ལོ་ཨ་མདོ་ཐུགས་བརྩོན་བརྒྱ་དང་བཅུ་གསུམ་ཞུ་ཡས་ན་གཞན་གྱིས་སོ་སོས་སྨོན་ལམ་བརྒྱབ་སོ་སོས་འདི་ལ་སྨོན་ལམ་རྒྱག་བ་གཅིག་པུས་ཕན་གྱི་མ་རེད་ཆོས་འཆད་པ་གཅིག་པུས་ཕན་གྱི་མ་རེད་འདི་ན་གཞན་གྱི་ལས་ཀ་ལ་འཇུག་ཡས་ཆིག་སྒྲིལ་དགོས་ཡས་རྩ་དོན་སྒྲུབ་དགོས་ཡས་སྤྱི་བ་གལ་ཆེ་བརྩི་དགོས་ཡས། འདི་ཙིག་མ་ཏུ་ན་ཡོང་ཡས་ཡོང་བ་ཚོ་དང་བོད་ནང་ལོགས་ཀྱི་བོད་མིའི་སེམས་ཤུགས་ང་ཚོ་དབུ་ཁྲིད་འདི་གཉིས་མ་རྩ་བཞག་ནས་ཨ་ནི་ང་ཚོ་ཆོས་ཡས་གཡོན་པ་འདི་བཙན་བྱོལ་བོད་མི་ཚོ་ག་རེ་བྱེད་དགོས་རེད་ལས་དེ། ང་ཚོ་ག་ཚོད་ཡོད་ནས་མེད་ནས་ཡང་བོད་མིའི་སྒྲིག་འཛུགས་བཀའ་ཤག་ལ་ཡོད་དེ་དེ་སྔ་ཡིན་ན་བོད་གཞུང་དགའ་ལྡན་ཕོ་བྲང་ཕྱོགས་ལས་རྣམ་པར་རྒྱལ་བ་དེ་ནས་རིམ་པས་ཇེ་མང་རྒྱ་གར་ལ་ཕེབས་པ་དེ་ནས་བཙན་བྱོལ་བོད་གཞུང་ཆགས་པ་ད་ལྟ་མིང་ག་རེ་བཏགས་རུང་མ་རྡུང་བཅའ་ཁྲིམས་སྔོན་གླེང་ན་ཀློག་པས་ན་བོད་མིའི་སྒྲིག་འཛུགས་འདི་དེའི་གི་དངོས་ཤུལ་དེ་བས་གི་འདི་ཆགས་འདོད་བརྩམས་པ་འདི་སྤྱི་བའི་གི་སྒྲིག་འཛུགས་གལ་ཆེན་པོ་ཞིག་ཡོད་ཅིག་ད་ལྟ་འགན་འཁྱེར་མཁན། ཀུང་སི་ཁྱོན་ཨུད་པའི་བཀའ་བློན་ཁ་ཤས་ཤིག་ཡོད་རེད། ཀུང་ཨུ་ཚོགས་གཙོ་རྣམ་པ་གཉིས་ཀྱི་ཨུད་པའི་སྤྱི་འཐུས་ཤིག་ཡོད་རེད། དེ་ག་ནང་བཞིན། ཁྲིམས་ཞིབ་པ་ཨུད་པའི་ལས་བྱོལ་རེད། དེ་ག་ནང་བཞིན་སྲི་ཞུ་ལས་བྱེད་དེ་ད་བོད་མིའི་སྒྲིག་འཛུགས་ཀྱི་དགེ་འཕེལ་དགེ་ཚིག་ནང་བཞིན་ཆགས་འདུག་ཚང་མ་དེ་གས་ཚང་མ་འགན་འཁྱེར་གྱི་ཡོད་དེ་འདི་སུའི་ཆེད་དུ་རེད་ལབ་ན་མི་དེ་གས་ཆེད་དུ་མ་རུང་བ་འདི་ང་ཚང་མའི་དོན་དག་ལ་བོད་ཕྱི་ནང་གཉིས་བོད་མིའི་གྱི་འདྲ་སྒྲིག་འཛུགས་འདི་རྩ་ཆེན་པོ་བདག་པོ་ཡག་པོ་རྒྱག་དགོས་འདི་ལ་དོ་སྣང་བྱེད་དགོས་དེ་ཚོ་འདི་ལ་ངས་སྐྱོན་བརྗོད་མ་བྱེད་ཟིག་འོ་མ་ད། ནོར་བཀོད་ན་ཏན་ཏན་སྐྱོན་བརྗོད་བྱེད་དགོས་རེད། ཡིན་པ་ཡིན་ན་ཡང་སྐྱོན་བརྗོད་འདི་སྐར་མ་ཡེ་ཤེས་ལ་སྣང་བ་མ་སྤྲོད་སྐྱོན་བརྗོད་མིན་པ་བཅས་ལས་གྲྭའི་ངོ་བོ་ལ་བརྟེན་སྐྱོན་བརྗོད་བྱེད་དཔེ་གལ་ཆེན་པོ་འདི་ཙམ་ལ་ངས་ཁྱད་ཤོས་ཤིག་ག་རེ་ཞུ་འོས་ཟེར་ན་ད་ལྟའི་གནས་སྐབས་འདི་ལ་ང་ཚོས་ཀྱི་བཙན་བྱོལ་བོད་མི་ཚོས་ཀྱི་བོད་ཀྱི་རྩ་དོན་བོད་ཀྱི་ཆབ་སྲིད་རྒྱ་བལ་གོང་ན་འདི་ག་ཚང་མ་ལ་དགོངས་པ་བཞེས་ནས་ང་ཚོ་ཆིག་སྒྲིལ་མ་བྱས་ན་ག་བར་འགྲོ་གི་རེད། ང་ཚོ་རྩ་དོན་མ་གྲུབ་ན་ག་བར་འགྲོ་བ་རེད། ད་གིན། སྐུ་ངོ། བསམ་དོ་བྱམས་པ་ལགས་ཀྱིས་དངུལ་སྐོར་ལ་མང་པོ་གསུངས་སོང་ཏན་ཏན་རེད་དངུལ་གལ་ཆེན་པོ་ཞུ་རེད། ངས་སྐབས་སྐབས་ལ་སྐད་བཤད་སྐབས་སུ་དེ་རིང་གི་ཚོགས་ཁང་འདི། ཏག་ཏག། ཨ་མི་རི་ཀའི་འགྲོ་ལོ་ད་དེང་སང་ཨ་མི་རི་ཀའི་འགྲོ་ལོ་ཟེར་སུད་སི་ནས་སུད་སི་དངུལ་རྩ་ཆེ་གི་རུ་བ་སུད་སི་འགྲོ་ལོ་རྒྱ་གང་ཡོད་ནས་ཡང་འདི་གི་སྡེ་བ་ཉོས་ཐུབ་ཀི་མ་རེད་འདི་གི་སྡེ་གྱི་ཉོས་ཐུབ་ཀི་མ་རེད་འདི་གྱི་སྡེ་བ་ག་དུས་ཡོང་གི་རེད་ཟེར་ན། བྱེ་སྨན་གྱི་ལས་ཀ་བྱེད་པ་ནི་སྤྱི་པའི་ལས་ཀ་བྱེད་པ་ཡིན་ན་ལས་རྒྱ་མཚོ་ལས་ལམ་འགྲོ་ཡག་ག་ཡིན་བརྩམས་པ་ལ་དེ་རྫས་ཀྱི་དངུལ་གལ་ཆེན་པོ་རེད་རྒྱ་ཆེ་རྒྱ་མང་ཐོག་ཡིན་ན་ཡང། སྤྱི་བ་གལ་ཆེ་ཆེ་རྩ་དོན་གལ་ཆེ་དེ་ག་ལ་རིག་པ་འདྲེན་པ་ནི་ཏན་ཏན་ང་ཚོ་ཚང་མས་སྒྲུབ་ས་ཆེད་སྒྲུབ་ཐུབ་ཀྱི་རེད་བསམ་འདུག་དེ་དུས་བོད་མིའི་སྒྲིག་འཛུགས་ཀྱི་ད་ལྟའི་བཞེངས་ཕྱོགས་འདི་དབུ་མའི་ལམ་གྱི་ཡང་དག་པའི་སྲིད་བྱུས་འོག་ནས་ཕལ་རེ་བཀའ་ཤག་ངོས་ནས་ག་དུས་ཡིན་མ་ནས་བོད་རྒྱ་ཞི་མོལ་དེ་མིན་ངོས་ནས་སྐད་བཏང་ན་སྐད་ཆ་བཤད་ཡའི་གྲ་སྒྲིག་ཨང་གསར་ཡོད། རྒྱ་བར་མུ་ཆེ་གི་སྐུ་ཚབ་དང་ཨ་ནེ་རྒྱ་མིའི་སྐུ་ཚབ་བར་བཀའ་མོལ་ཞུ་ཡས་ཀི་ང་ཚོ་ངོས་གྲ་སྒྲིག་ཡོད་ཞུ་སྡིག་གི་འོག་དེ་གང་ལྟར་ལག་པ་གཅིག་གི་དོག་པ་ཐེག་མེད་དུ་རྒྱ་ནག་ཕྱོགས་ནས་ཡ་བྱེད་ཀི་མེད་དུ་བརྩམས་པ་ལ་འདི་ལ་ག་འདྲས་ང་ཚོ་ཁོར་ཡུག་སྐྲུན་དགོས་ཀི་འདུག་ག་འདྲས་བྱེད་ཀི་དགོས་འདུག་རྩ་དོན་ག་འདྲས་སྒྲུབ་དགོས་ཀི་འདུག་བོད་སྤྱི་བའི་བདེ་འཇགས་ང་ཚོ་ག་འདྲས་རྒྱ་མི་རྒྱལ་སྤྱི་གང་བསྐྱེལ་དགོས་ཀི་འདུག་འདི་འདྲས་སོང་ཙང་མ་ཚང་མས་ཀི་ང་ང་ང་ང་ལབ་པས་ན་ཨ་ནི་ང་ལ་རྫོ་ཡས་མི་འདུག་བརྩམས་པ་ལ་སྤྱི་བ་འདི་ཡག་པོ་ཆགས་ན Swiss དང་ལེགས་ཕྲེང་ཚང་གི་བོད་རིགས་མི་མང་གི་སྒྲིག་འཛུགས་དེ་དཔེ་ཚགས་ཚུད་པོ་ཡག་པོ་བྱས་ན་གཞན་པ་ཚང་མ་ཤུགས་ཀྱིས་གྲུབ་པར་རོགས་ཨ། ངའི་ཕ་ཚོད་དེ་ང་སྒེར་གྱི་ཡིད་སྐྱོ་འབྲེལ་བ་ཡོད་པའི་སྐྱིད་སྡུག་དང་གང་ཟག་ཅིག་ག་ཚོད་ཡག་པོ་ཆགས་ཡ་ནས་ནས་ཡང Swiss དང་ལེགས་ཕྲེང་ཚང་གི་བོད་རིགས་མི་མང་སྒྲིག་འཛུགས་དེ་མ་ཉམས་པ་ཡིན་ན་ཚ་ཚ་བར་སྤྱི་ཟླ་བརྒྱད་པའི་ཆ་ནས་སྒྲིག་གི་མ་རུང་བ་དེ་འདྲ་སྤྱི་བའི་སྒྲིག་འཛུགས་སྤྱི་བའི་ལས་དོན་སྤྱི་བའི་རྩ་དོན་དེ་གལ་ཆེན་པོ་བརྩིས་པ་ན་ཏན་ཏན་ང་ཚོས་ཀྱི་ལས་འགན་སྒྲུབ་དགོས་བར་མཚམས་འདུག་དེ་ག་ནང་བཞིན། སྐྱབས་མགོན་རིན་པོ་ཆེས་ཀྱིས། སློབ་གྲྭ་མེད་སར་སློབ་གྲྭ་བཙུགས་དགོན་པ་མེད་སར་དགོན་པ་བརྒྱབ། སྨན་ཁང་མེད་སར་སྨན་ཁང་བསྐྱོད་ཇི་ལྟར་ང་ཚོ་ཚགས་སྡེབ་རོགས། བཙན་བྱོལ་ལ་ཕེབས་ནས་ལོ་ལྔ་བཅུ་ལྷག་འགྲོ་དགོས་བར། ད་ལོ་ལྔ་བཅུ་ལ་དུས་མིན་མི་དེ་རྣམས་ལ། བུ་ཡིན་ན་པ་ལ་སྤོ་བོ་བྱ་ཡི་དུས་ཚོད་སླེབས་ཚར་ཨ་མ་ལ་ན་ཨ་མ་དང་རྨོ་མོ་བྱ་ཡི་དུས་ཚོད་སླེབས་ཚེ་གང་ལྟར་འགན་ཁྱེར་སླེབས་པ་རེད་ནང་གཅིག་ལ་ཕ་མས་བུ་འགན་འཁྱེར་བ་ནང་བཞིན་སྤྱི་བའི་འགན་འཁྱེར་དགོས་སྐོར་བྱས་ཙང་སྐྱབས་མགོན་རིན་པོ་ཆེས་ཉིས་སྟོང་གཅིག་ལོ་ལ་ཆེད་འབྲེལ་ཡོད་ཉིས་སྟོང་བཅུ་བཅུ་ལ་འབྲེལ་ཡོད་ཆ་ཚང་ཕེབས་གསུངས་ཡོད་དེ་སྐུ་མདུན་གྱིས་བོད་པའི་རྩ་དོན་དང་ཆབ་སྲིད་བློས་བཏང་བ་མ་གཏགས་ང་ཚོ་མི་འདི་གས་འདི་བོད་པའི་རྩ་དོན་བོད་པའི་འཐབ་རྩོད་མི་གཅིག་ལ་བསྙད་ནས་བསྡད་ན་འགྲིག་གི་མ་རེད། སྤྱི་བའི་མི་སྤྱི་བའི་འགན་འཁྱེར་བར་བྱ། ཡང་དག་པའི་དམངས་གཙོ་བདུད་དུ་བརྩམས་པ་ལ་འདི་ག་ལ་ཚང་མས་ཀྱི་ཕྱག་རར་ཟུར་ཞེན་ཆ་བཀག་ནས་མ་བྱས་ན་འདམ་ལ་གཅིག་པུ་གི་ཡོང་ཡ་གན་ཡོད་མ་རེད་ལྷག་པར་དུ་ཡང་ད་ལྟའི་དེ་ལྟ་བུ་ཆ་བྱས་པ་ན་ད་ང་སུའི་ལྟ་བུ་ཀྱི་དཔེ་བཞག་པ་ན་སུའི་དེའི་གནའ་སྔ་མོ་ནས་ང་ཚོ། བོད་མིའི་སྒྲིག་འཛུགས་དང། བཙན་བྱོལ་བོད་གཞུང་བོད་པའི་སྐྱབས་བཅོལ་དཔེ་མི་སྲིད་བཀའ་དྲིན་ཆེན་པོ། Swiss གི་རྒྱ་གྲམ་དམར་པོ་ཆ་བྱས་ན་བལ་ཡུལ་ནང་ལ་རྒྱ་གར་ནང་ལ་དེ་ག་ནང་བཞིན་གྱི་ང་རྒྱལ་ལྟ་བུ་ཆ་བྱས་ན་ང་ནང་བཞིན་མང་པོ་ཡོད་འགྲོགས་འགྲོགས་བི་དི་ཀ Swiss aid to Tibetan Swiss གི Swiss གི་བོད་པའི་སྐྱབས་བཅོལ་རོགས་སྐྱོར་གྱི་ལས་གཞི་འདིའི་འོག་ནས་བོད་པ་མང་པོ་ལ་ཤེས་ཡོན་དང་དེ་འདྲའི་གོ་སྐབས་རག་དེ་འདྲའི་རྐྱེན་བྱས་ནས Swiss ལ་ང་བོད་པ་ག་ལ་གང་དུ་སླེབས་ཡོད་བ་འདི་གའི་འདི་གི་གནའ་སྔ་མོའི་གི་སེམས་ཤུགས་ལྷག་རྩོམ་སྙིང་སྟོབས་ཡོད་བ་འདི་འདའི་མདུན་གའི་བོད་མི་ཚོས་གི་དངོས་གནས་ཁ་ཚ་ངས་མ་གས། འཐུས་ཚོགས་རྣམ་པ་གཙོས་ཀྱི་དམ་འབུལ་མཇུག་བསྡོམས་མཛད་སྒོ་སྐབས་ཚོགས་ངས་ཞུ་རྒྱུ་བྱུང། སུད་ནང་ལོག་བོད་མི་གཙོས་ཀྱི་དངོས་གནས་བོད་པའི་སྤྱི་བྱེ་བའི་དོན་དག་ལ་སྐུ་ལས་མང་པོ་བསྐྱོན་ཡོད་རེད། དཔལ་འབྱོར་གྱི་ཞན་ཏེ་ད་གིན་དེ་རང་ཁ་རང་གསོའི་དོན་དག་ལ་ཤེས་ཡོན་ཁང་གསུངས་སོང་བ་དེ་ཚོགས་གཙོ་བཀའ་གནང་བ་ནང་བཞིན་དེ་གང་ཡིན་ནས་བོད་པའི་ངང་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་ནང་ལོ་གཅིག་ལ་འགན་འཛིན་སྡེ་ཚན་དང་ལས་བྱེད་སྡེ་ཚན་དབྱེ་བ་གཉིས་ཏེ་འདི་ནང་རྩེ་ཕུད་གཉིས་བདམས་དགོས་བ་རེད་འདི་ལ་བྱ་དགའ་སྤྲད་དགོས་བ་རེད་སྙེ་མ་ཡིན་ན་སུད་ཀྱི་བྱ་དགའ་ལ་མིང་ཁོངས་ཐོགས་ཏེ། ད་དེ་རིགས་ཀ་ཚང་བཅའ་ཁྲིམས་སླེབས་ཆེད་འགྱུར་བ་ཕྱིན་རྗེས་ལས་བྱེད་ལས་དོན་གཟེངས་བསྟོན་གཟེངས་རྟགས་ལབ་དགོས་བ་དེ་གང་ལྟར་མི་ཚང་མས་ཁ་རྒྱུན་ལ་འདི་བོད་མ་དེ་ཞེས་སུའི་བྱ་དགའ་སུའི་བྱེད་དགའ་ཁ་ནས་དོན་དེ་གུས་བརྩམས་པ་འདི་ག་ཚིག་གིས་དེ་བྱ་དགའ་སྤྲད་དེ་དེ་ག་ལས་བྱེད་དང་བས་མ་རེད་ལས་བྱེད་རྣམས་ལ་མི་ཡག་པོ་སླེབས་ན་མི་དག་པོས་དག་པོ་སླེབས་ན་ཡག་པོ་ཡོད་མཁན་དེ་ལ་ཆེ་བསྟོད་ཞུ་ན་ཙམ་ལས་བྱེད་རྒྱུ་རེད་བརྩམས་པ་ལ་འདི་ནང་བཞིན་གྱི་སུའི་ངོས་ནས་དངོས་གནས་ཞབས་ཕྱི་མང་པོ་ཞུས་བ་རེད་སུའི་མི་མང་ངོས་ནས་ད་དུང་ཡིན་ན་ཡང་ང་ཚོའི་རྩ་དོན་འདི་སྒྲུབ་མི་དུས་སྙན་མ་བྱས་ཚར་བ་ལས་སྣང་ཡ་མ་ང་ལྷག་ཡོད་པ་སོང་ཙང་ཚང་མས་ཧ་རུ་བུ་རུ་བྱས་ཏེ་དེ་སྔའི་མི་འབོར་ད་ལྟའི་མི་འབོར་འགྱུར་བ་ཆེན་པོ་ཕྱིན་ཡོད་ཙང་པ་ལ་ཚང་མ་གང་ལྟར་བོད་ཡུལ་སྤུན་ཟླ་ཤ་ཁྲག་གཅིག་པ་ཤ་སྟག་ཚང་མས་རྡོག་རྩ་གཅིག་སྒྲིལ་ངང་ནས་ནི་བོད་མིའི་སྒྲིག་འཛུགས་ལ་ཡར་དབུལ་པོ་འདི་ཞུ་ཐུབ་པ་ན་འདི་གི་ཏན་ཏན་གལ་ཆེན་པོ་ཆགས་ཀྱི་རེད་གསུངས་འདུག་དེ་ནས་བཀའ་ཤག་གིས་ལྔ་དང་ལྔ་བཅུ་ཅིག་གསུངས་བསྡད་དགོས་བ་རེད་བཀའ་ཤག་གཅིག་གི་དུས་ཡུན་ལོ་ལྔ་རེད་འདིའི་ནང་ལོགས་ལ་ཨ་ནི། དབུ་མའི་ལམ་གྱི་ཐོག་ནས་བོད་ལ་ལོག་མཐོ་ཡས་ཀྱི་འབད་བརྩོན་བྱས་ཏེ་ལས་ཀ་ཨང་ཀི་དང་པོའི་ནང་ནས་དང་པོ། འདི་མ་ཐུབ་པ་ཡིན་ནས་རྒྱ་གར་མུ་ཆེ་གསུངས་པ་ནང་བཞིན། རེ་བ་འདི་བཟང་ཚང་རྒྱབ་གྲ་སྒྲིག་སྡུག་ཚང་བྱེད། གལ་སྲིད་ལོ་ལྔ་བཅུ་ལྷག་ནས་ད་དུང་ང་ཚོ་ག་ཚད་བྱེད་དགོས་དགོས་འདུག་འདི་འདྲས་ཀྱི་འཆར་གཞི་བཏིང་ཡས་ཀྱི་བསམ་བློ་བཏང་ཡས་དེ་སྔ་ང་ཚོ་འོན་ཏག་ཡག་པོ་ཡོད་པ་འདི། རྒྱལ་བ་རིན་པོ་ཆེ་དང་མེ་ཏོག་རྒན་པོ་ཚོས་ཀྱི་སྐུ་ལས་སྐྱོན་ནི་ཆགས་ཡིན་པ་སོང་ཙང་མ་འོངས་པ་གལ་སྲིད་རྒྱ་མི་ཡན་མ་ཅན་ང་ཚོ་ལོ་བཅུ་བཅོ་ལྔ་ཉི་ཤུ་ལྷག་ན་ང་ཚོར་ག་རེ་བྱེད་ཀྱི་ཡིན་པའི་དེ་ཚིག་གི་གྲ་སྒྲིག་མ་བྱས་ན་ཨ་ནི་ང་ཚོ་འདུ་བ་ལ་འཇར་མན་སྐད་རྒྱལ་གི་ཡོད་འགྲོ་བོད་པའི་སྐད་རྒྱལ་གི་ཡོད་འགྲོ། རྒྱ་གར་འདུ་བ་ལ་ཧིན་དིའི་སྐད་རྒྱལ་གི་ཡོད་འགྲོ་བོད་པའི་སྐད་རྒྱལ་གི་འགྲོ་བ་ཡུལ་འདུ་བ་ལ་པར་རའི་སྐད་རྒྱལ་གི་འགྲོ་ག་རེ་རྒྱལ་གི་ཡོད་འགྲོ་ཨ་རི་འདུ་བ་ལ་ཨ་ནི་ག་རོ་ནི་ཨ་ནི་ཨིན་ཇི་སྐད་རྒྱལ་ནི་ནི་ཆགས་ཡ་གི་ཉེན་ཁ་ཡོད་པ་སོང་ཙང་དེ་ཚིག་གི། རྩ་དོན་མ་གྲུབ་པ་རུ་ལ་སོ་སོའི་སྐད་སོ་སོའི་རིག་གཞུང་སོ་སོའི་གོམས་གཤིས་སོ་སོའི་གི་རྩ་ཆེ་བའི་ཆོས་དེ་ཚང་མ་མི་ཉམས་རྒྱུན་འཛིན་བྱས་ནས་ཕ་མས་སྤུ་གུ་ལ་མ་བསླབས་པས་ན་སློབ་གྲྭ་གཅིག་པུ་གི་དགེ་རྒན་རྐྱང་པ་གི་སྒྲིག་འཛུགས་རྐྱང་པ་གི་ཤེས་རིག་ལུས་པོ་གཅིག་པུ་ཡོང་ཡ་མཁན་ཡོག་མ་རེད་འདི་ལ་ཚང་མས་གི་བྱེད་དགོས་པ་གལ་ཆེ་ཤོས་དེ་ནང་གི་ཕ་མས་འགན་འཁྱེར་དགོས་པ་རེད་ཕ་མས་སྤུ་གུ་ལ་དྲིན་ཆེན་དྲིན་ཆུང་ངོ་ཤེས་པའི་ཐོག་ནས། ཨན་ཕ་མས་སྤུ་གུ་ལ། ག་དུས་ཡིན་ནས་རྒྱུ་ནོར་འདི། མོ་ཏྲ་སྦག་སྦག་ཁང་པ་མ་ཡིན་པ་ཕ་མས་སྤུ་གུ་ལ་ཤེས་ཡོན་ཡག་པོ་གོམས་གཤིས་ཡག་པོ་རིག་གཞུང་ཡག་པོ་སྤྲད་ཐུབ་ན་ཕ་མས་སྤུ་གུ་ལ་དྲིན་ཆེ་ཤོས་འདི་རེད། ཕ་མས་སྤུ་གུ་ལ་མོ་ཏྲ་ག་ཚོད་རྫིག་པོ་འཆུགས་པ་ནས་ཕྱུག་པོ་ག་ཚོད་བཟོས་པ་ནས། ཁ་ཚ་ཕྱུག་པོ་དེ་རིང་སྐྱོ་བོ་དེ་རིང་སྐྱོ་བོ་སང་ཉིན་ཕྱུག་པོ་ཆགས་ཡག་པོ་བརྟན་པོ་གན་ཡང་ཡོད་མ་རེད་ནས་ཕ་མས་སྤུ་གུ་ལ་ཡོན་ཏན་འདི། རིག་པ་ནང་པ་ཆེ་ཡིན་ལབ་ཚད་འདི་སྐྱེ་བ་མ་སྐྱེ་བ་ཕྱི་མ་བཅོས་པ་ཡིན་ནོར་ལ་རང་ཉིད་ལེན་པ་འདྲ་ས་ལེགས་ཤིང་བསྲུང་བ་ན་ཤིན།

དག་སྒྲིག་བྱེད་པའི་སྐབས་སུ་ནི་ཆབ་སྲིད་གཙོ་བོ་ང་ཚོའི་དཀའ་ངལ་དེ་ཆབ་སྲིད་དཀའ་ངལ་ཏང་གི་དེ་ཆབ་སྲིད་དཀའ་ངལ་ཞིག་དུས་ཆབ་སྲིད་རྐྱང་པ་མ་ཡིན་པའི་ཡང་སྒྲིག་འཛུགས་ཀྱི་འཛིན་སྐྱོང་བྱེད་དགོས། འཛིན་སྐྱོང་བྱེད་སྟངས་དེ་ག་ནང་བཞིན་གྱི་དེ་མ་ཡིན་པའི་ཆོས་རིག་གཞུང་ཚང་མ་དྭགས་པོ་དེ་ཆ་ཞིག་ན་ནི་སུད་སི་གི་གསར་འཕྲིན་དེ་ངས་རྟག་པ་ཀློག་བསྡད་ཀྱི་ཡོད། དེ་ག་ནང་བཞིན་གྱི་སུད་སི་ནང་ལོགས་ལ་ང་ཉིད་མ་ཇི་ནི་ཝ་ལ་ལོ། དགུ་བཅུ་གོ་དགུ་ལོ་ལ་ཁྱུགས་སེ་སླེབས་པ་རེད་དེ་ངས་འདི་ཟེར་བྱས་ངོ་དགོ་དགོ་བསྡད་ཁ་བྱས་སྔོན་ཕྱི་ནས་ཤི་དགོ་དགོ་དེ་མ་ཤི་ནས་འདི་དེ་ལངས་བྱས་བསྡད་བསྡད་རེད། མ་གི་ཉི་མ་གཉིས་རྩ་དྲུག་བསྡད་པ་རེད་བསྡད་བྱས་དེ་དུས་ནས་ནི་ཨ་ད་ཅག་ཡ་མ་བྱུང་ཇི་ནི་བ་ནི་ཕ་ཤ་རྒྱ་རྒྱ་གར་ལོག་ཕྱིན་པ་རེད་དེ་ལོ་བཅུ་གོ་ཉི་ཤུ་བྱས་དེ་རིང་ཐང་མ་དང་པོ་བྱས་གི་འདུག་བྱས་བྱས་དུས་ཙམ་པ་ལ་མི་རྒན་པ་མང་པོ་བྱས་ཡོད་དགའ་པོ་བྱུང་རྣམ་པ་ཚོས་སེམས་ཤུགས་ལྷག་བསམ་སྙེ་མ་ནང་བཞིན་བསྡད་ཡོད་པ་ཚོར་བ་བྱུང་ད་ཡིན་ནས་འདི་ངས་ཀྱི་ཚོར་བ་འདི་མཐོང་བ་དང། ཡང་ཞིབ་ཏུ་ཐིམ་ན་ཁ་ཁ་ཡོངས་གསལ་གྱི་རུ་བ་གང་དག་ཡང་ནི་ང་ཚང་མས་ཀྱི་རྩ་དོན་གཙོ་བོ་རྩིས་ཆོས་གཙོ་བོ་རྩིས་རིག་གཞུང་གཙོ་བོ་རྩིས་སྐད་ཡིག་གཙོ་བོ་རྩིས་ནི་ཏན་ཏན་རེད་འཇར་མན་སྐད་ཤེས་མཁོ་རེད་འཇར་མན་སྤྱི་ཚོགས་ནང་འདྲ་འདྲ་བྱས་ནས་འགྲོ་འོ་རེད་འདི་ལས་གལ་ཆེ་དེ་ག་ཚོད་མིན་གྱི་གཟིགས་པོ་ཆགས་པ་ནི་རང་གི་ཕ་མེས་ནས་ཡོད་པའི་ཡོན་ཏན་དེ་མེད་པ་ཡིན་ན་ཚ་ཚ་དུ་བསམ་པ་འདི་གལ་ཆེན་པོ་བརྩི་རོགས་གནང། དེ་ཅིག་ཞུས་ན་ཙམ་གྱིས་དེ་དང་བཀའ་ཤག་གི་ཐེངས་ལྔ་དང་ལྔ་བཅུའི་སྲིད་བྱུས་འོག་འདང་ངེས་ང་ཚོ་ཆབ་སྲིད་ཀྱི་དང་འབྲེལ་བ་ཡོད་པའི་གི་ཚོགས་ཆེན་ཆེན་པོ་ཅིག་དམ་ཚགས་ཚུགས་པ་རེད་རྒྱ་བོད་རིན་པོ་ཆེ་སྐུ་མགྲོན་གཙོ་བོ་ཆིབས་བསྒྱུར་གནང་བ་རེད་ཟངས་མདོག་རིན་པོ་ཆེ་དབུ་འབྱེད་ཀྱི་གཏམ་བཤད་དུ་ཕེབས་པ་རེད་འདི་བྱས་རྗེས་ང་ཚོས་སྐབས་དེའི་ཆབ་སྲིད་བགྲོ་གླེང་འདི་གི་སྙན་ཐོ་དེ་བཀའ་ཤག་འབྱོར་འཕྲལ་ཚང་མ་དེ་རིང་འདི་ཞུ་ཐུ་ཡས་གལ་ཡོད་མ་འདི་ག་ལ་ང་ཚོ་བཀའ་བསྡུར་གནང་བྱས་མ་འོངས་པ་ལང་ཕྱོགས་ག་ལ་ཆ་ཤིས་གཏིང་ཡས་དེ་ག་ནང་བཞིན་ད་རེས་དངུལ་དེ་ན་ཡོད་མ་འོངས་པ་ཡང། སྤྱི་ཚོགས་ཀྱི་འཚོ་བ་དང་འབྲེལ་བ་ཡོད་པ་འཕྲོད་བསྟེན་དང་འབྲེལ་བ་ཡོད་པ་ཤེས་ཡོན་དང་འབྲེལ་བ་ཡོད་པ་རིག་གཞུང་དང་འབྲེལ་བ་ཡོད་པའི་གི་མཁས་པ་སྐད་གདངས་ཅན་ང་ཚོས་ལྔ་དང་ལྔ་བཅུ་དང་འབྲེལ་བའི་ཐོག་ནས་ཚོགས་ཆེན་ཚུགས་ཡས་དེ་ག་ནང་བཞིན་ཨེ་བོད་པའི་གི་ད་གཞོན་སྐྱེས་དེ་མ་འོང་བོད་ཀྱི་སོན་རྩ་ཡིན་མ་འོང་བོད་ཀྱི་སོན་ཀུན་མཐུན་གི་གསུངས་པ་ནང་བཞིན་བཏབ་ས་ལ་སྨིན་ནས་ཡ་སྐྱེས་ཡས་ཡོད་པ་གྲོ་བཏབ་ནས་གྲོ་སྐྱིབ་ཀྱི་རེད།

དར་མ་ལ་བརྩིས་ཏེ་དར་མའི་སྔུན་ནས་གཞོན་པ་ལ་བརྩིས་ཏེ་གཞོན་པའི་ཉམས་ལེན་ཅན་ཡང་རྒན་པ་ཆགས་ནས་འགྲོ་ཡ་ཡོད་པ་བྱས་པ་ཡིན་ན་ཏན་ཏན་ང་ཚོའི་སྤྱི་ཚོགས་འདི་ཡག་པོ་ཆགས་ཡ་ད་འདི་ཡིན་པ་འདི་ངས་བརྗོད་མུག་པ་རེད་བསམ་འདུག་འདི་གཅིག་ཡིན། དེ་ནས་ད་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་གྱི་བཀའ་བློན་འདི་ངས་གང་ལ་འགན་ཡོད་རེད། དོན་འདི་ལ་མངགས་པའི་མངགས་པ་འདི་ང་ཡིན་པའི་སྐད་ཆ་རེད་དེ་ངས་གོང་དུ་ཞུས་པ་ནང་བཞིན་ང་དཔལ་འབྱོར་རིག་པའི་སྐར་ལ་གང་ཡང་སྦྱངས་བྱས་པ་མེད། ང་མཐོ་སློབ་འགྲོ་བའི་སྐབས་སུ Economist དེ་ཞོར་དུ་སློབ་ཚན་གཅིག་རེ་མ་གཏོགས་འགྱུར་གལ་མེད། ཡིན་ནའི་སྤྱི་འཐུས་བྱས་པའི་སྐབས་སུ་གྲོས་ཚོགས་ནང་དུ་ཚོགས་ཆུང་མང་པོ་ནང་བསྡད་སྔོན་རྩིས་ཚོགས་པ་ཚོས་ཚུན་མང་ཚོགས་རྩིས་བྱས་ཚུལ་དེ་འདྲས་ཀྱི་ཉམས་མྱོང་མཐའ་ལ་ཁྲིམས་ཕུད་ཞུས་པ་སོང་ཙང་དེ་འདྲས་ཀྱི་རྐྱེན་བྱས་བབ་དུས་ཙམ་པ་ལ་ངས་བང་མཛོད་དཔལ་འབྱོར་གྱི་གནས་བབ་སྟེང་གི་སྟོན་བསྡུར་ཞུ་གི་ཡིན། སྤྱི་བཏང། བཙན་བྱོལ་སྒྲིག་འཛུགས་གཅིག་གིས། ངོས་ནས། ལུང་པ་གཅིག་ལས་ལུང་པ་གཞན་པ་ལ་བསྡད་ཅིང་འདི་ཡང་བོད་མིའི་ལུང་པ་སུམ་ཅུ་སོ་ལྔ་ཚ་ཁ་ཐམས་ཅད་རྒྱལ་ཁབ་གསུམ་སོ་ལྔ་ཁ་ཐམས་ཅད་གཅིག་གི་ཐོག་ནས་བོད་མི་སྤྱི་ཡོངས་ཀྱི་དཔལ་འབྱོར་གནས་བབ་འདི་ཞུ་ཐུ་ཡ་དེ་དཔེ་མི་སྲིད་ཁག་པོ་རེད། གང་ཡིན་ཟེར་ན་ཁོ་ཁོ་ཡང་ཡོང་ཧ་ཡོད་མ་རེད། ཡིན་པ་ནས་སྒྲིག་འཛུགས་ཀྱི་དཔལ་འབྱོར་གནས་བབ་ག་འདྲས་ཡོད་མེད་དེ་ང་ཚོ་ཞུ་ཐུ་ཡ་ཀྱི་གནས་བབ་ཅིག་ཡོད་རེད། དེའི་ཐོག་ནས་དེ་རིང་ངས་ཚང་མ་ཕྱི་སེམས་ནང་སེམས་ཞུ་དགོས་ཀྱི་རེད་བསམ་གྱི་མི་འདུག་ང་ཚོ་ཕྱི་དང་ནང་དང་གསང་བ་ཚང་མ་ཡོད་རེད་རྣམ་པ་ཚོ་ཡིད་མ་ཆེས་དེ་འདྲའི་གལ་མ་རེད་དེ་ཡིན་པ་ཡིན་ན་ཡང་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་གྱི་ལམ་ལུགས་དེ་དེ་སྔ་ལམ་ལུགས་ཡག་པོ་ཡོད་པ་དེ་ནས་རྒྱལ་བ་རིན་པོ་ཆེ་གྱིས་སྤྱི་འཐུས་ཁུ་བསྡུ་དང་བཀའ་ཤག་ཁུ་བསྡུ་གནང་ཆེད་བཅའ་ཁྲིམས་ཀྱི་གསར་བ་ཕེབས་པ་རིན་པོ་ཆེ་ཚོགས་གཙོ་གནང་ཆེད་དེ་འདྲའི་ལམ་ལུགས་གསར་བ་ཕེབས་པའི་ཐོག་ནས་ང་ཚོ་ཡང་གོམ་པ་སྤོས་སྟངས་མ་འདྲ་ཅིག་སྤོས་པ་དེ་ནས་བཟུང་ནས་ད་དངུལ་རྩིས་འབུལ་སྟངས་དེ་ཏོག་ཕྲན་བུ། རྒྱས་པར་ཕྱིན་པ་མ་འདྲ་ཕྱིན་པ་དེ་རིགས་ཁ་སང་ལྟར་རྣམ་པ་ཚོ་དལ་བུར་འདུ་བ་ཆགས་ཤིག་ན་ཏན་ཏན་གྲོས་ཚོགས་ཀྱི་ལས་རིམ་འདི་བརྒྱ་ཆ་བརྒྱ། ཟུར་བཏོན་རླུང་འཕྲིན་བརྒྱུད་ནས་དྲ་རྒྱའི་བརྒྱུད་ནས་ཟེར་ཡས་དུས་རྩོམ་པ་ཚང་མ་ཕྱི་གསལ་ནང་གསལ་རེད་འདི་ཐོག་ནས་ཆ་བཞག་པ་ན། ཟླ་ཉིའི་དོད་པོ་ང་ཚོས་ཆ་བཞག་པ་ན། ཉིས་སྟོང་བཅུ་བདུན་ཕྱི་ཟླ་བཞི་བའི་ཚེས་གཅིག་ནས་བཅོ་བརྒྱད་ཕྱི་ཟླ་གསུམ་པའི་ཚེས་གསུམ་གཙོ་ཆེའི་བར་དུ་ཟླ་ལོ་རྫོགས་རྒྱུ་དང་ཟླ་བ་གཉིས་དང་དུ་ཟླ་བ་འདི་ལྷག་བསྡད་པ། འདི་ནང་ལོགས་ལ་ང་ཚོ་ཐོག་མར་དངུལ་རྩའི་འཆར་གཞི་ཕུལ་བའི་སྐབས་སུ་རྒྱ་གར་སྒོར་མོ་ས་ཡ་ཉིས་སྟོང་བཞི་བརྒྱ་སུམ་ཅུ་སོ་བཞི་འཆར་གཞི་ཕུལ་བ་རེད། གྲོས་ཚོགས་ལ་འདི་ག་འགྲོ་ས་རེད། དེ་ཕུལ་བ་ནང་བཞིན་གྱི་ད་འདི་ནང་ལོགས་ལ་སྡེ་ཚན་གསུམ་ཡོད་རེད། རྒྱུན་གྲོན་ལ་ན། སྲི་ཞུ་བ་ཚོས་ཀྱི་ཕོགས་དང་རྒྱ་གར་ནས་འདི་མ་ཡིན་པའི་རྒྱུན་གྲོན་འགྲོ་འོས་རྒྱུན་གྲོན་སྒོར་མོ་ས་ཡ་བདུན་བརྒྱ་ལྷག་ལྟག་པར་བཏང་དགོས། དེ་ག་ནང་བཞིན་གྱི་དམིགས་བཀར་གྱི་ལས་འཆར་ཟེར་ན་གཟུགས་བཀོད་ཡང་ཟེར་གི་འདི་ལ་ཡང་དམིགས་སུ་བཀར་ནས་ལས་འཆར་ཡོད་པ་རོགས་ཚོགས་ཀྱི་དངུལ་ཡོད་པ་འདི་ས་ཡ་གཅིག་སྟོང་བཞི་བརྒྱ་ལྷག་ཙི་བྱས། དེ་ག་ནང་བཞིན་ལས་འཆར་ཡིན་པ་གང་ཞིག་ལ་རོགས་ཚོགས་ནས་རག་ཡས་མས་འགྱོག་དངུལ་གཏང་དགོས་ཡས་བོད་གཞུང་གི་བང་མཛོད་ཟེར་ན་དཔལ་འབྱོར་ལས་ཁུངས་ནས་མ་དངུལ་གཏང་དགོས་ཡས་འདི་ས་ཡ་བདུན། ས་ཡ་ཉིས་བརྒྱ་སུམ་ཅུ་མན་ཟབ་བཞི། འདི་གའི་ཐ་མ་བསྡོམས་ནི་ས་ཡ་ཉིས་བརྒྱ་སུམ། ཉིས་སྟོང་བཞི་བརྒྱ་གསུམ་སོ་བཞི་འཆར་གཞི་ཕུད་པ་རེད། དུས་འདི་ཚོད་དཔག་རང་རེད། འཆར་གཞི་ཕུད་འོས་སྐབས་སུ་འདི་འཆར་གཞི་ཕུད་གི་ཡོད། དེ་སྔ་ལོ་ཁ་ཤས་བསྡུར་བ་ན་ཧ་ལམ་ལྡབ་གཅིག་འགྲོ་སོང་ཕར་བལྟས་ཡོད། ཡིན་ན་ཡང་བཀའ་ཤག་གིས་དངུལ་འཆར་གཞི་འཐབ་རྩོད་ཐུབ་ཡས་ཀྱི་རེ་བ་དང་གདེང་སྤོབས་ཡོད་ཞུས་པ་ནང་བཞིན་གཙོ་ཆེ་ཤོས་དེ་བཀའ་ཤག་ལ་གདེང་སྤོབས་རེ་བ་སླད་དེ། རྒྱལ་བ་རིན་པོ་ཆེ་དོན་གྱི་རྟགས་བུ་རང་གི་ཐུགས་རྗེ་བཀའ་དྲིན་ཁོང་གི་ཞལ་རས་ཁོང་གི་ཐུགས་རྗེ་བཀའ་དྲིན་ཁོང་གི་བྱིན་རླབས་བརྟེན་ནས་རོགས་ཚོགས་སྡེ་དགེ་དེ་མུ་མཐུད་ནས་རོགས་པར་ཡོང་དེ་ནས་དཀའ་ལས་རྒྱབ་ནས་དོན་དག་འགྲུབ་འོས་ཡོད་པ་དེ་འདྲས་སོང་ཙང་དེ་འདྲས་ཀྱི་རྐྱེན་བྱས་ནས་འདི་ཕྱག་བཏེགས་པར་ཐོག་མར་ཕྱག་བཞི་ཕུལ་དུས་འདི་ཕུལ་རེད་ད་ངེད་ཅིག་འདི་གསུམ་པ་ན་ཡིན་ནས་ད་ལྟ་འདི་ཕྱག་བཞི་ཕུལ་བའི་རྗེས་ལ་དང་མ་དང་ད་དུང་འགྲོ་སོང་འཕར་མ་དགོས་ཡ་ཚོད་དཔག་རང་རོགས་བ་འབུལ་དུས་བརྩམས་པ་ལ་ད་ལྟའི་གནས་སྐབས་ལ་བར་བརྒལ་བཀའ་གྲོས་ཚང་མ་བསྡོམས་ནས་ས་ཡ་ཧ་ལམ། ཉིས་སྟོང་བདུན་བརྒྱ་གྱ་བཅུ་སྟེང་གོ་ལོ་གཅིག་འགྲོ་སོང་དེ་སང་ཉིན་ད་རེས་ཕྱི་ཟླ་གསུམ་པའི་ཚེས་པ་བཅུ་བཞི་ནས་ངའི་ཕ་གའི་གྲོས་ཚོགས་ལ་བཀའ་ཤག་གིས་སྔོན་རྩིས་གཏམ་བཤད་ཕུལ་དགོས་པར་དེ་དུས་ད་ངས་ད་དུ་བ་ནི་བརྒྱ་ཆ་ག་ལ་གང་ཙམ་ཕབ་སྟེ་འདི་ཚང་མ་འདིར་ངས་བསྐྱོན་ན་འགྲིག་ཡས་ཡོད་མ་གང་ཡས་ན་ང་གྲོས་ཚོགས་ལ་མ་ཞུས་ངེས་ལ་མང་ཚོགས་ལ་ཁྱབ་བསྒྲགས་བྱས་ན་འགྲིག་གི་མེད་སོང་ཙང་འདི་ངས་དེ་ཞུ་གི་མེད་ཡིན་པ་ཡིན་ན་ཡང་འདི་གས་ཚང་མ། ས་ཡ་ཉིས་སྟོང་བཞི་བརྒྱ་གསུམ་འཚོ་བཞི་འདི་ཟླ་གཉིས་ཆ་བཞི་ད་ལྟ་ས་ཡ་ཉིས་སྟོང་བདུན་བརྒྱ་བརྒྱད་ཅུ་ལྷག་འགྲོ་ཡས་འདི་སྒོར་མོ་གཅིག་ཆུད་ཟོས་འགྲོ་གི་འོག་མ་རེད་འདི་ངས་སྐད་གསང་མཐོན་པོས་ཙམ་ཞུས་ན་ཞུས་ཐུབ་གི་རེད། གང་ཡིན་ཟེར་ན་ཨ་མི་རི་ཀ་ཡིན་ནའི་ད་སུད་ཟེར་ནའི་ད་རྒྱ་གར་ཡིན་ནའི་ད་དངུལ་རྩིས་འཆམ་འཕོས་བྱེད་པའི་སྐབས་སུ་དངུལ་རྩིས་འཆམ་འཕོས་བྱེད་ཨ་ནི་འཆར་འགོད་དེ་རྗེས་ལས་བྱེད་དགོས་རེད། ང་ཚོ་དངུལ་རྩིས་འཆམ་འཕོས་མ་ཞུས་ངེས་ལ་འཆར་འགོད་ངེས་ནས་བྱེད་དགོས་ལས་ཁུངས་ཚང་མ་གི་སོ་སོ་དངུལ་རྩིས་ཀྱི་བྱུང་དང་སོང་ཡག་ཁྱི་ཡོང་བྱེད། འདི་ལོ་ཚོགས་ནི་ག་ཚོད་བྱུང་གི་རེད་སོ་སོས་ག་ཚོད་ཐབས་ཤེས་བྱེད་ཐུབ་རེད་བྱུང་སོང་ཁྱེད་བྱས་ཏེ་དཔལ་འབྱོར་ལས་ཁུངས་ལ་ཡང་གནང། དཔལ་འབྱོར་ལས་ཁུངས་འདི་ཕྱོགས་སྡོམ་བརྒྱབ། ཨན་སྐུ་ངོ་སི་ཤིང་ཨོ་ཤུ་ལ་བཀའ་ཤག་གིས་བཀའ་འཁྲོལ་གཏན་འབེབས་གནང། བཀའ་འཁྲོལ་གཏན་འབེབས་གནང་ཚར་བའི་རྗེས་ལ་གྲོས་ཚོགས་མ་ཚུགས་པའི་གི་ལས་ཉིན་བཅོ་ལྔ་གི་སྔས་ལ་ཨན་གྲོས་ཚོགས་ཀྱི་ཚོགས་གཙོ་དང་ཚོགས་གཙོ་གཞོན་པ་ལ་ཕ་གས་ཕུད་བྱས་ཁོ་ནང་ཚོས་གི་ཨན་མ། སྔོན་རྩིས་ཚོད་དཔག་འཆར་རྩིས་ཚོགས་ཆུང་ལ་ཕ་གས་ཕུད་བྱས་ཚོད་དཔག་ཚོགས་ཆུང་གི་ཉི་མ་བཅོ་ལྔ་ལྷག་ཅིག་ཀྱང་ཞིབ་འཇུག་བྱས། བཀའ་བློན་སྐལ་བཏང་བཅུ་དགུ་རེད་དྲུང་ཆེ་སྐལ་བཏང་བཅུ་དགུ་རེད་རྩིས་པ་སྐལ་བཏང་བཅུ་ཁོང་ཚོ་ཞིབ་འཇུག་བྱེད་ཆེད་བདག་གཞན་ཕྱི་གསལ་ནང་གསལ་དངོས་འཛིན་མཉམ་དུ་རྒྱབ་ལྗོངས་ཡིག་ཆ་ཧ་ལམ་ཕཱིལ་ལྔ་བཅུ་སུ་ཕུལ་བྱས་ཆ་ཚང་ཞིབ་འཇུག་བྱེད་དགོས་ད་ཁྱེད་ཚང་ང་ཡོང་ག་སླ་མོ་སྟེ་ཁོང་ཚོ་ཁྱུག་སེ་ཤོག་སེ་བཀའ་གནང་བྱས་ཕ་ཡ་བཅའ་བྱས་འདུག་ཚུལ་ཐོན་པ་ཡིན་དེ་འདྲས་སོང་ཙང་འདི་ཚང་མ་ཕྱི་གསལ་ནང་གསལ་རེད་ངས་འདི་ཞུ་ཡས་ཀྱིན་ད་དེ་ག་ནང་བཞིན་འདི་ལས་གལ་ཆེ་ངས་ཁར་ཞུ་བ་ཙང་འདི་ཚང་མ་ལ་འགྲོ་སོང་བཏང་ཚར་བའི་རྗེས་ལ་རང་དབང་ཅན་གྱི་རྩིས་ཞིབ་ལས་ཁུངས་ཀྱི་ཆ་ཚང་སྒོ་ནས་ཞུ་དགོས་འདུག་རྩིས་ཞིབ་བྱས། རྩིས་ཞིབ་བྱས་ཚར་བའི་ཞུ་སྒོ་ལ་རྩིས་ཞིབ་སྙན་ཐོ་བཏོན། སྙན་ཐོ་དེ་བཀའ་ཤག་ལ་འབྱོར་བཀའ་ཤག་གིས་ལས་ཁུངས་སོ་སོར་ཕར་བཏང་རྗེས་མཇུག་གནོན་བྱས་སྐྱོན་གནས་ག་བ་དང་ག་བ་གཙང་མ་བཟོས་བ་སྐྱོན་གནས་མང་བཅས་བཟའ་བྱ་སྐྱོ་དང་བཙོང་བྱ་རྩ་བ་ཉིད་ནས་ཡོད་མ་རེད་ད་ཁྲིམས་དང་སྒྲིག་གཞི་སྒེར་སྤྱོད་རྩ་གི་རྩིས་ཀྱི་འདི་འདྲ་ཏན་ཏན་ཡོད་སྲིད་ཀྱི་རེད་དེ་འདྲ་ལ་ཡིན་ནས་བཀའ་ཤག་གིས་དོ་ནན་པོ་བྱས་རྗེས་མར་ལམ་སྟོན་བྱས་འདིའི་སྐྱོན་གནས་འདི། ཞུ་སྒོ་བདུན་བརྒྱ་བརྒྱད་བརྒྱ་ཞིག། རྩིས་ཞིབ་སྙན་ཐོ་འདི་ཕ་གའི་གྲོས་ཚོགས་ལ་ཕུལ། གྲོས་ཚོགས་ཀྱིས་འདི་མང་ཚོགས་རྩིས་ཁྲའི་ཚོ་ཆུང་བཙུགས་འདིའི་ཞིབ་འཇུག་བྱས་སྙན་མ་ང་འདིའི་ནང་བསྡད་མྱོང་འདིའི་ཞིབ་འཇུག་བྱས་འདིའི་སྙན་ཐོ་འདི་ལ་ཡང་འདིའི་སྙན་ཐོ་ཆུ་ཁུག་ཉིས་བརྒྱ་སུམ་བརྒྱ་བཏོན་རྗེས་ཆ་ཚང་མིའི་མིང་གི་རྩིས་ནོར་ཡོད་ན་མི་གཅིག་གི་མིང་ཡང་བྱས་ནས་དངུལ་ཡང་བྱས་ལས་ཁུངས་ཚང་མ་གྲོས་ཚོགས་ནང་བཏོན་རྗེས་ཚང་མ་དེབ་དེའི་ནང་ཕྱི་གསལ་ནང་གསལ་ཡོད་རྒྱུ་ཙམ་པ་ལ་ང་ཚོ་ནང་ལ་ལྐོག་ཟ་རིག་གསུམ་རྩ་བ་ཉིད་ནས་ཡོད་མ་རེད་ཟེར་ན་ངས་སྐད་གསང་མཐོན་པོ་དེ་ཞུ་ཐུབ་ཀྱི་རེད་དེ་ཙམ་པ་ལ་རྣམ་པ་ཚོས་ང་ཚོའི་དངུལ་འདི་གས་ཚང་མ་དཔལ་མི་སེར། རྩ་ཆེན་པོ་རྩེད་ཆས་ཡག་པོ་བྱས་འགྲོ་གསུམ་གཏང་གི་ཡོད་པ་དེ་རྣམ་པ་ཚོས་ཡིད་ཆེས་གནང་རོགས་གནང་ཐེངས་ངེས་ཞུ་ཡས་གཙོ་བོ་དེ་ཡིན་གང་ཡིན་ཟེར་ན་ང་སྙེ་མ་སྐབས་བཅོ་གསུམ་བཅུ་བཞི་བཅོ་ལྔ་སྤྱི་འཐུས་བྱས་རྗེས་གྲོས་ཚོགས་བསྡད་པའི་སྐབས་སུ་ཨ་ནེ་ཕག་བཀའ་ཤག་ལ་དྲི་བ་དྲི་མཁན་རེད་ད་ཡང་ད་ང་ཚུར་སླེབས་རྗེས་གྲོས་ཚོགས་ལ་ཕར་ལན་རྒྱག་མཁན་ཆགས་ཡོང་སོང་ཙང་ཆོས་གཉིས་ཆ་དེ་ངས་མཐོང་ཡོང་དུས་ང་ཚོའི་འགྲོ་སྟངས་དེ་དཔེ་མི་སྲིད་ཕྱི་སྲིད་ནང་སྲིད་གསར་བ་ཡག་པོ་ཡོད་རེད་དེ་ངེས་ཞུ་ཡས་ཡིན། ཨ་དེ་ནས་ད་དངུལ་དངུལ་བྱོལ་བ་དེ་ཨ། བོད་པའི་གི་སྤྱི་ཚོགས་འདི། ལྔ་བཅུ་ང་དགུ་སྤྱི་ཚོགས་དྲུག་ཅུའི་ར་གྲངས་ཀྱི་སྤྱི་ཚོགས། འདའི་སྤྱི་ཚོགས་པ་ལ་གནམ་དང་ས་ཀྱི་ཁྱད་པར་ཆགས་ཏེ། དེ་བ་ཁྱད་པར་ཆགས་རེད་རྒྱ་གར་ལ་ཁྱད་པར་ཆགས་བོད་ཡུལ་ཁྱད་པར་ཆགས་ཏེ་རྩོམ་པ་འཁྱོག་བཤད་མ་བྱས་ན་ང་ལ་དཀའ་ངལ་ཡོད་པ་རེད། འཁྱོག་བཤད་མ་བཤད་ན་ང་ལ་སྡུག་ངལ་ཡོད་རེད་ང་ལ་དཀའ་ངལ་ཡོད་རེད། Bill Gates ན་བཞིན་ཚང་མ་ཆགས་ཐུབ་ཡ་ཡོད་མ་རེད། Bill Gates གི་ཟ་ཡ་ཟས་དང་ང་ཚོའི་ཟ་ཡ་ཟས་བར་ཁྱད་པར་གང་ཡང་ཡོད་མ་རེད། དང་ཐོག་ཁོ་གཉིས་ཉུང་ངར་ཁུག་ཡོད་ཀྱི་རེད་སེམས་ཁྲལ་ཐེབས་ཧ་ཡོད་ཀྱི་རེད། ང་ཚོ་ཆོག་ཤེས་ན་འདི་ཡོད་རེད་ཆོག་ཤེས་བྱེད་དགོས་པ་མི་ས་ཁེ་ཆེན་པོ་རེད་བཤད། དུས་མཚམས་པ་ལ་སྤྱི་ཚོགས་གཞན་བརྟེན་མ་ཡིན་པ། ལོ་ཚོགས་ལ་བརྟེན་ཡས་མ་ཡིན་པ་རང་ཁ་རང་གསོ་ཆུ། ལོག་འཚོ་མ་ཡིན་པའི་ཐོག་ནས་སོ་སོའི་རྐང་པའི་ག་སོ་ལངས་ནས་འཚོ་བའི་གོ་ཡས་བརྟེན་པའི་མི་ས་ཁེ་ཆེན་པོ་ཡིན་པ་སོང་ཙང་དེང་བཀའ་ཤག་དེའི་སྐབས་སུ་ད་དཔལ་འབྱོར་གྱི་སྲིད་བྱུས་ཐོག་ནས་ད་ལྟ་ང་ཚོ་ངེད་ཅག་རང། ཕྱི་ཟླ་བཅུ་གཅིག་ནང་ལོགས་ལ། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ལ་དེ། ཨ་ནི། ཁེ། ཁེ་མེད་མ་ཡིན་པ། ཁེ་ཡོད་ཀྱི། ཨ། ཚོང་ལས་སྡེ་ཚན་དེ་དེབ་སྐྱེལ་བྱེད་ཆེད་འདི་བརྒྱུད་ནས་ང་ཚོ་མ་འོངས་པར་ད་དངུལ་ཁང་ལྟ་བུ་ཞིག་གཙོ་ཡས་ཀྱི་བསམ་བློ་བཏང་ཆེད་བང་སྒྲིག་འདི་དགོས་བ་རེད་དེབ་སྐྱེལ་ཚང་མ་ཚར་སོང་འདིའི་གི་འགན་འཛིན་ལྷན་ཚོགས་ཚོགས་གཙོ་དེ་ང་ལ་བབས་བསྡད་ཡོད་རེད་དེ་ནང་ལོགས་ང་ཚོ་མི་གསུམ་ཡོད་རེད་གཅིག་ང་ཚོ། སྤྱི་ཁྱབ་འཆར་འགོད་པ་ཨ་མདའ་དྲུང་ཆེ་ཀུན་སྤྱོད་ཟུང་འབྲེལ་ལ་རེད། གསུམ་པ་དེ་རྒྱ་གར་ལ་གཅིག་ཡོད་འདི་ཡང་ཁོང་ཆ་རྐྱེན་ཆགས་ཏེ་བཤད་ལྷག་པར་དུ་རྒྱ་གར་དབུས་གཞུང་གི་ནང་ལས་ཀ་རྒྱུན་རིང་པོ་བྱེད་མཁན་གཅིག་ང་ཚོའི་གྲོགས་པོ་ཅིག་འདི་ནང་ཚོགས་མི་ཚོས་བྱས་འདིའི་ཐོག་ནས་མ་འོངས་པ་ཚོང་ཆེན་པོ་རྒྱ་གི་གཟིགས་སྐོར་མ་དང་གང་ལྟར་དངུལ་ཁང་ལྟ་བུ་ཞིག་བཙུགས་བྱས་དཔལ་འབྱོར་གནས་པ་ཚོ་འདིའི་གི་ཨ་ནི་བོད་པའི་སྤྱི་ཚོགས་ཀྱི་དངུལ་དེ་འདི་ནང་བླུ་འོས་ཡོད་པ་བཟོས་བྱས་འདིའི་གི་སྤྱི་ཚོགས་ཀྱི་དངུལ་འདི་ང་ཚོ་གཞུང་གི་ཨ་ནི་དངུལ་འདིའི་གི་ཁེ་ཕན་འདི་གི་བརྒྱ་ཆ་ག་ལ་གང་འཚམ་ཅིག་བོད་མིའི་སྒྲིག་འཛུགས་ཀྱི་བང་མཛོད་ལ་ཕུལ་ཐུབ་ཡས་གི་བསམ་བློ་ཞིག་གཏང་དགོས་བ་རེད་འདི་གཅིག་རེད། གཉིས་པའི་ཐོག་ནས་ང་ཚོའི་གི། ཨ་ནི། དེ་སྔ་བཀའ་ཤག་རིམ་པའི་སྐབས་སུ་འདུག་ཨ་མདའ། ལག་རྡེབ་སྔོན་པོ་འདི་ལ་ངས་ལག་རྡེབ་ལྗང་ཁུ་བྱས་ལེ་ཞུ་གིན་ད་ལག་རྡེབ་སྔོན་པོ་འདི་གདུང་ཚིག་མཉམ་བསྐྱེད་ཀྱི་ཞལ་འདེབས་དེ་ལ་ཡས་ཆོད་རེད་དེ་དཔལ་འབྱོར་ལས་ཁུངས་འགན་རེད་དཔལ་འབྱོར་ལས་ཁུངས་ཀྱིས་ཨ་ནི་ས་གནས་འགོ་འཛིན་དང་སྐུ་ཚབ་དོན་བུ་དོན་གཅོད་རྣམ་པ་ཚོ་བརྒྱུད་ནས་མ་བཀྲམ་བྱས་འདུག་འགྲོ་བདེ་གི་དུས་བརྩམས་པ་ལ་སྐུ་ཚབ་དོན་གཅོད་ལས་ཁུངས་འདའི་ཆ་བྱས་པ་ན་མི་གསུམ་བཞི་བྱས་རེད་འདི་གི་སྙོབ་ཡས་དང་གཅོད་ཡས་གན་ཡོད་མ་རེད་སྐུ་ཚབ་དོན་གཅོད་ཀྱིས་ཨ་ནི་སྐྱེས་རེན་ཟིག་གི་ཕྱག་སྟོང་དང་སྤྱན་སྟོང་སྤྱན་སྟོང་འདི་བོད་རིགས་མི་མང་གི་རྒྱུན་ལས་རྣམ་པ་ཚོ་བྱ་དགོས་བ་རེད་རྣམ་པ་ཚོ་གི་དེ་མཐུན་འགྱུར་བྱ་དགོས་བ་རེད་ལག་བསྟན་དངོས་པོ་དེ་ག་རེད་ཟེར་ན་བོད་པ་མིན་པ་ཕྱི་རྒྱལ་མི་རིགས་ཚོས་ཀྱི་བོད་པའི་རྩ་དོན་བོད་པའི་ཆོས་བོད་པའི་སྐད་ཡིག་བོད་པའི་རིག་གཞུང་ལ་ཞལ་འདེབས་གནང་ཡ་བས་ན་དེའི་ཞལ་འདེབས་སུའུས་ཀྱི་སྒོར་མོ་ལོ་གཅིག་ལ་ལྔ་གནང་ནས་འགྲིག་གི་རེད་བཅུ་གནང་ནས་འགྲིག་གི་རེད་བརྒྱ་གནང་ནས་འགྲིག་གི་རེད་འབུམ་གནང་ནས་འགྲིག་གི་རེད་ས་ཡ་གནང་ནས་འགྲིག་གི་རེད་འདི་ཞུས་བའི་ཐོག་ནས་འདི་ང་ཚོའི་དངུལ་འདི་བོད་ཆོས་བྱེད་སྒོ་མ་དངུལ་འདི་གང་བརྩམས་ལོ་གཅིག་ལ་ས་ཡ་དྲུག་བདུན་བཞི་བཟའ་གོ་ད་འདི་ང་ཚོས་ལོ་རྟག་པ་རྒྱ་གར་དངུལ་ཁང་ཆེན་མོ་ལ་བླུགས་བྱས་དེའི་གི་སྐྱེད་ཀ་མ་གཏོགས་བུ་ཅི་བྱེད་གོ་འདི་ང་ཚོ་རེ་བ་ལ་ས་ཡ་སྟོང་ཕྲག་གཅིག་རྒྱ་གར་དངུལ་ཁང་ཆེན་མོ་བླུགས་ཐུབ་པ་ཡིན་ན་འདིའི་གི་སྐྱེད་ཀ་དེ་གི་བོད་མིའི་སྒྲིག་འཛུགས་ཀྱི་རྒྱུན་གྲོན་བདག་ཡན་གི་བསམ་བློ་གཏང་གོ་ཨ་ལས་འཆར་འདི་ཀོ་རོགས་ཚོགས་རྩེ་གི་རྩེ་གི་འགྲོ་ཆུག་རུ་བ་རྒྱུན་གྲོན་ལ་རོགས་པ་ར་ཡ་ཕན་འདི་འདྲས་གི་བསམ་བློ་དེ་དུས་འདི་ལས་ཡ། དཔལ་འབྱོར་གླིང་བུ་གཅིག་པུ་གྱི་སྟངས་བྱ་ཡ་དང་སྙོབ་བྱེད་མཁན་ཡོད་མ་རེད་དེ་ཚང་མ་ཚང་མས་ཀྱི་ཧ་རུ་བུ་རུ་བྱེད་ན་ལྟ་ཞིང་དྲན་གི་དེ་སྐུ་ངོ་དོན་ཆོས་གསུངས་པ་ནང་བཞིན་ང་ཚོ་སུད་སུ་བྱུང་མཁན་བོད་མི་ཚང་མ་འདུ་བ་སྐྱབས་བཅོལ་པ་སུ་ནམ་གྱི་ཡོད་སྲིད་ཀྱི་རེད་བོད་པ་རྙིང་པ་འགའ་ཤས་ཅིག་དེ་བ་གཞོན་སྐྱེས་འགའ་ཞིག་ད་དེ་ག་ནང་བཞིན་གྱི་མང་པོ་ཅིག་ད་དེ་ག་འདུ་བ་ཆགས་ཅིག་ཕྱག་ལས་གནང་གི་ཙམ་པ་ལ་སོ་སོའི་ཕྱག་ལས་གནང་ས་ལ་གྲོགས་པོ་གྲོགས་མོ་མི་རིགས་གཞན་པ་སུད་སུ་ཡོད་ན་ཉི་མ་གཅིག་ལ་བཤད་བྱས་དེ་སྔོན་པོ་བཟོས་མཁན་གྱི་གྲོགས་པོ་ཅིག་གསར་བ་བཙལ་ཐུབ་པ་ཡིན་ན་འདིའི་ཐོག་ནས་ང་ཚོ་མ་དངུལ་ལས་ཕན་ཐོགས་ཡ་ཆགས་པ་ན་ཏན་ཏན་ང་འདི་དམིགས་བསལ་ཟིན་གྱི་ཡོད། མི་ས་ཡ་གཅིག་ཆགས་ཐུབ་ན་སོང་ཇི་ལྟར་ས་ཡ་གཅིག་ཆགས་ཡ་དུས་ཚོད་ག་ཚོད་འགོར་དགོས་ན་ག་ཞིག་འདི་འདི་ས་ཡ་གཅིག་ཆགས་པར་བྱས་པ་ལ། བོད་མི་འབུམ་གཅིག་ཚང་མས་ཧ་རུ་ཧྥ་རུ་མ་བྱས་ན་བོད་མིའི་སྒྲིག་འཛུགས་ལས་བྱེད་གཅིག་པུ་གིས་ཡོང་ཡ་གན་ཡོད་མ་རེད་བརྩམས་པ་ལ་འདི་ལས་རྣམ་པ་ཚོས་མཐུན་འགྱུར་གནང་ན་འདིའི་ཐོག་ནས་ང་ཚོ་མ་དངུལ་ལས་ཕན་ཡ་ལ་ཐུགས་ཕན་གསོ་ཡ་ཆགས་ས་རེད་འདི་གཅིག་ཡིན། དེ་ནས་ད་གིན་ས་ཡ་ཉིས་སྟོང་བཞི་བརྒྱ་གསུམ་སོ་བཞི་འགྲོ་སོང་འདི་ལ་ཕན་ཡ་ལ། རོགས་ཚོགས་ཀྱི་དངུལ་དེ་ས་ཡ་གཅིག་སྟོང་བཞི་བརྒྱ་ལྷག་ལགས་སོ། ད་གང་མཚོན་བཏང་དགོས་ན་ས་ཉིས་བརྒྱ་སུམ་བརྒྱ་བཏང་དགོས་པ། ད་དེ་ག་ནས་རག་གི་རེད་ཁྲེལ་ན་དཔལ་འབྱོར་ལས་ཁུངས་ཀྱི་མ་དངུལ་ནས་བཏང་དགོས་མ་དངུལ་མ། ད་མ་དངུལ་ནས་བཏང་མ་འོངས་ན་ཡག་ཤོས་རོགས་མ་དངུལ་ཕར་དགོས་དགོས་བར་མ་དངུལ་མ་བཏང་ན་མ་དངུལ་ས་ཡ་གཅིག་སྟོང་ཆ་ཡ་དེ་ད་དུང་མ་ཉུང་འགྲོ་བའི་ཉེན་ཁ་ཡོད་བསམ་པ་ལ་འདི་ལ་ཕན་ཡ་ལགས་ན་དང་བླངས་དཔྱ་དངུལ་ལག་དེབ་དེ་ཤིན་ཏུ་ནས་རྩ་ཆེན་པོ་གལ་ཆེན་པོ། དང་བླངས་དཔྱ་དངུལ་ལག་དེབ་ཡང་དངུལ་རྐྱང་པའི་ཆེད་དུ་མ་རེད་ད། བཅའ་ཁྲིམས་ནས་བསྐུར་བའི་བོད་མི་ཡིན་ནོ་ཅོག་གི་ལས་འགན་རེད། གདང་རྒྱའི་བྱིས་པ་ཕ་ནས་ཁ་ཐག་བོད་མི་ལོ་དྲུག་སླེབས་ཚར་བའི་རྗེ་བོ་ཨ་ནི་བོད་ཀྱི་ཡུལ་མི་ཡིན་ན། ད་བོད་ནང་ན་སྐུ་ལས་ཁག་པོར་བ་ཕྱི་རྒྱལ་རྒྱ་གར་བ་ཡོད་འབྲུག་ཡོད་ག་བ་ཞུ་ན་བོད་ཀྱི་ཡིན་མི་ཡིན་མི་ཞུ་གོ་ཨ་ནི་བོད་ཀྱི་བཅའ་ཁྲིམས་ནས་བསྐུར་བའི་ལས་འགན་སྒྲུབ་ཡས་དེ་བོད་མིའི་གི་ལས་འགན་ཡིན་མ་སོང་ཙང་དེའི་ངོས་ནས་ཨ་ནི་དར་ནག་ལྕགས་མོའི་བཟོས་ཡས་དང་སྡོད་ཡས་དེ་ཨ་ནི་བོད་ཀྱི་ཡུལ་མིའི་ལས་འགན་རེད། ཡིན་ཙང་ལས་འགན་སྒྲུབ་པ་བྱས་པ་ལ་བོད་མི་ཚང་མ་ད་དེ། ལ་ང་ཚོའི་ངོས་ནས་མཐུན་འགྱུར་བྱ་དགོས། དང་བླངས་དཔྱ་དངུལ་ལག་དེབ་འདང་ངེས་འགྲོ་བོ་ཆགས་ཤེས་ན། ཚང་མ་བསྡོམས་ནས་ལོ་གཅིག་ལ་ས་ཡ་བརྒྱ་དང་ལྔ་བཅུ་ང་ལྔ་ལྷག་ཟབ། འདིས་ང་ཚོའི་ད་གིན་ས་ཡ་ཉིས་སྟོང་བཞི་བརྒྱ་གསུམ་སོབ་ཤོད་ཀྱི་འགྲོ་སོང་འདི་གི་བརྒྱ་ཆ་ལྔ་དྲུག་མར་ཆགས་ཀྱི་མི་འདུག་ད་ང་ཚོའི་རེ་བ་ལ། ད་ལྟ་བར་དུ་དང་བླངས་དཔྱ་དངུལ་ལག་དེབ་བཀྲམ་ཚར་བ་དེ་ཕྱི་གུམ་བཞི་ཁྲི་ལྷག་བཀྲམ་ཡོད། དེ་ནང་ལོགས་ནས་ཏན་ཏན་ཉིས་ཟློས་ཡོད་སྲིད་ཀྱི་རེད་ང་དོགས་པ་ཡོད་ཉིས་ཟློས་ཡོད་པ་དོགས་པ་ཡོད་དེ་ངས་ཡོད་སྲིད་ཀྱི་རེད་བསམ་གྱི་འདུག་ཡིན་པ་ཡིན་ན་ཡང་མི། འབུམ་གཅིག་དང་ཁྲི་གཅིག་ལྷག་གིས་ཐ་ན་ལྕང་སྐུ་ལགས་ཀྱང་ང་ཚོ་དང་ཐོག་ཕུད་དེ་འོ་དེབ་ལག་ཐ་སྐྱོར་གྱི་ཕུད་མཁན་ཕ་བུ་ངེད་ཁྲི་གསུམ་ཡོད་རེད་ད། འདི་ཡོད་ས་ཤུགས་ཆེ་དེ་ནུབ་ཕྱོགས་རྒྱལ་ཁབ་རེད་མ་གཏོགས་རྒྱ་གར་ཕ་ཡུལ་འགྲུལ་ཡུལ་མ་རེད་ད་དེ་ངས་ལུང་པ་འདི་ཞུ་དགོས་ཡ་གལ་མི་འདུག་ཚང་མ་གཅིག་གྱུར་འགྲོ་བ་དེ་རེད། ཡིན་པ་ཡིན་ན་ཡང། ང་སྡུག་དཔོན་ཆུང་བཀའ་བློན་ཆགས་པའི་སྐབས་སུ་དམ་བཅའ་བཞག་རྗེས། ལོ་ལྔ་རིང་ག་ལ། ང་རྒན་ཁྱོད་ཤི་རིང་ག་ལ་བཀའ་ཤག་ལ་སྙན་སེང་ཞུ་ཡིན་བཀའ་ཤག་འདིའི་སྐབས་སུ་བཀའ་ཤག་ངོས་ནས་དང་བླངས་ལྕགས་དངུལ་ལག་དེབ་བཀྲམ་ཚར་བ་འདི་བརྒྱ་ཆ་དགུ་བཅུ་གོ་ལྔ་བོད་མི་ཚོས་ཀྱི་དེབ་རག་སྐྱོར་གྱི་དངུལ་ཕུལ་ཐུབ་པ་ཚུར་བསྡུ་ཐུབ་པ་བཟོ་དགོས་བསམ་པའི་འདི་དངུལ་ལས་གལ་ཆེ། བོད་མིའི་སྒྲིག་འཛུགས་དང་འབངས་མི་སེར་པ་རུ་འབྲེལ་ཐག་བཟོ་ཡས་ཀྱི་སོ་སོའི་ངོ་བོ་མཚོན་རྟགས་ལ་རྒྱལ་ཁའི་ཆེ་ཤོས་དེ་ཡིན་པ་སོང་ཙང་དེའི་བརྒྱུད་ནས་ཨ་ནི་མཚོན་རྟགས་དེ་ཉག་ཁྲིམས་དུ་འཁོད་པའི་ལས་འགན་དེ་སྒྲུབ་སྙམ་དུ་ཨ་ནི་དངུལ་ཁྲ་ཐག་ཁྲིམས་པའི་གཞུང་ལ་ཕེབས་མ་ན་གལ་སྲིད་བོད་མི་ཚང་མས་ཀྱི་ཕྱི་བུམ་ཞེ་ཁྲི་ཚང་མས་ཕུལ་ན་ད་ངའི་དངུལ་རྩིས་ལ་བརྒྱ་ཆ་ང་དྲུག་དེ་བརྒྱ་ཆ་ཉི་ཤུ་ཙག་ཙིག་ཆགས་ས་རེད།

འདུ་བ། མིའི་ལུང་པར་ཞུགས། དུས་ཚོད་བྲེལ་ལ་ཚ་པོ་རེད། དུས་ཚོད་དྭངས་མ་དྭངས་ཆེད། ཨ་ཅི་དེ་བོད་རིགས་ཚོགས་པ་གི་ཕྱག་ལས་གནང་མཁན་ཚོ་ཡིན་པ་ཡིན་ནི་ཡང་ཏན་ཏན་ཕྱག་ལས་ཧུར་ཐག་པ་ཐག་གནང་དགོས་བ་རེད། དགོང་མོ་དགོ་ཐོག་གཅིག་གླ་ཆ་ཡོག་མ་སྟེ་སོ་སོའི་དུས་ཚོད་དང་སོ་སོའི་ཁ་པར་ནས་འགྲོ་སོང་འགྲོ་སོ་སོའི་མོ་དྲ་སྣུམ་སོགས་ཀྱི་གཏང་དགོས་བ་རེད་ཚང་མ་ལ་ལྷག་བསམ་གཉིས་སེམས་ཤུགས་དེ་ག་བསྔགས་བརྗོད་བརྒྱ་ཆ་བརྒྱ་ཡོད། སྐབས་སྐབས་ལ་ང་ཚོ་སྐད་ཆ་བཤད་བའི་སྐབས་སུ་ཕར་དུ་ཐེམ་བུ་ཡོང་སྲིད་ཀྱི་རེད་དེ་འདྲ་ལ་བཟོད་བསྲན་བྱས་ཏེ་གལ་ཆེན་པོ་ཞུ་རོགས་རྒྱ་བ་རིན་པོ་ཆེ་རྒྱ་ནག་ལ་ཡི་བཟོད་བསྲན་བྱེད་རྒྱུ་བརྩམས་པ་ལ་འདྲ་བོ།

སངས་རྒྱས་ཀྱི་ཡ་འདྲེན་ཀུན་བསམས་ནས་ཨ་ལོང་མེད་ན་ལྕགས་ཀྱུ་གི་འདྲེན་ཐུབ་ཡ་གན་ཡོད་མ་རུང་ཨ་ལོང་ཚང་བ་དེ་སུ་སུས་བཟོས་འོ་རེད་དེ་བཟོས་ན་དེབ་འདྲེན་ཀུན་ང་ཚོས་བཟོས་བཟོས་ཐུབ་ཀི་རེད་ཡིན་ནའི་བོད་འདི་འདི་འདྲའི་ཐོག་ནས་ག་འདྲ་དང་ན་དང་ན་ལྕགས་མགུལ་ལག་སྟེགས་འདི་དཔེ་མི་སྲིད་རྩ་ཆེན་པོ་མཚོན་རྟགས་བཅའ་ཁྲིམས་ནས་བསྐུར་བའི་ལས་འགན་བོད་པའི་ངོ་བོ་འདི་ཨན་སོ་སོ་གི་ཉག་ནས་ཉག་དགོས་ཡ་གལ་ཆེན་པོ་ཡིན་པ་ཨན་སོ་སོའི་བྱིས་པ་ལས་ནས་བཟོས་དགོས་ཡ་པ་ཡ་སྐབས་སྐབས་ལ།

ཕ་མས་སྤུ་གུ་ལ་བསླབ་བྱས་འདི་ག་འདྲ་རྒན་བྱེད་ཅེས་དར་ནག་ལྕགས་མི་ལ་སྟེར་ཏེ་བུད་མེད་ཡིན་ནོ་ཅོག་ལ་བཟོ་ཐུབ་པས་འདི་དཔལ་འབྱོར་ལས་ཁུངས་ལས་འགན་རེད། ལས་འགན་རེད་དེ་ནས་ལས་འགན་སྒྲུབ་པ་ལ་ཆ་རྐྱེན་མང་པོ་ཚང་དགོས་བ་ཆ་རྐྱེན་ཚང་བའི་ཐོག་ནས་ང་ཚོས་ཆ་རྐྱེན་ཚང་གི་ཚང་གི་དོན་དག་སྒྲུབ་པ་ན་ཏན་ཏན་ང་ཚོས་གལ་ཆེན་པོ་ཆགས་ཡ་དང་རེ་བ་སྒྲུབ་ཡ་དང་འདི་གས་ཚང་མ་ངས་ཡོང་གི་རེད་བསམ་པ་འདི་དྲན་འདི་གི་འདུག་འདི་ཙམ་པ་ཚང་མས་ཀྱི་འདི་ཐོག་ལ་ཐུགས་སྣང་གནང་རོགས་གནང་དར་ནག་ལྕགས་མི་ལ་སྟེར་འདི་རྩ་ཆེན་པོ་ཡིན་པ་དང་གལ་ཆེན་པོ་ཡིན་པ་འདི་བོད་རྒྱལ་ཁབ་ལ་མཚོན་རྟགས་གལ་ཆེན་པོ་ཟེར་ཡ་འདི་ཞུ་ཡ་ཡིན་དེ་ག་ནང་བཞིན། ངེད་ཅག་ད་ཚེ་བ་བཅོ་ལྔ་ཕྱི་ཚེས་ཚེ་བ་བཅུ་དྲུག་ཉིན་མོ་འདི་སྐྱེས་རབས་ཀྱི་གསུང་ཆོས་སྐྱབས་མགོན་རིན་པོ་ཆེའི་ཕ་གས་གདམས་ས་གནང་སོང་བ། ད་སྐབས་འདི་དུས་ཀུན་འདུས་ཀྱི་ཨ་ནི་ཆིག་སྒྲིལ་དང་ཆོས་འཁོར་གསུམ་གྱི་མཐུན་སྒྲིལ་དང་ལྡན་ནས་བཀའ་གནང་ཡོད་བསམ་པ་ང་རང་ཚང་མས་ཀྱི་ཁ་ལྟར་རྒྱ་བོད་རིན་པོ་ཆེའི་བཀའ་སློབ་ག་ནས་ཡོད་ན་མེད་ན་ང་མི་ཚང་མས་ཁ་ལ་ཁྱེར་ཏེ་ཆོལ་གསུམ་མཐུན་སྒྲིལ་ཆིག་སྒྲིལ་རྩ་དོན་གཞན་ཕན་ཁེ་སྡིག་པོ་བ་སྟེ་སྐབས་སྐབས་ལ་ཡང་གཞན་དབང་དུ་ཕྱིན་ཅེས་སོ་སོའི་ཀྱི་ཉོན་མོངས་པའི་ང་ཉོན་མོངས་དུག་གསུམ་གྱི་གྲིབ་ཡུན་དུ་བརྩམས་པ་བདེ་གི་དབང་དུ་ཕྱིན་ཅེས་སྐབས་བཟང་པོའི་ཡོན་ཏན་འདི་འབྱེད་བྱེད་ཉོན་མོངས་པའི་དབང་དུ་ཕྱིན་འདི་འདྲའི་དཀའ་ངལ་ཡོང་བདེ་གི་འདུག་ཏན་ཏན་རེད་ང་ཚོ་མིའི་ལུང་པ་འདིའི་དུས་ཏན་ཏན་དཀའ་ངལ་ཡོང་གི་རེད་ཡིན་ན་ཡང་དང་ཐོག་ང་ཚོ་ང་ཚོ་ནང་ཁུལ་གྱི་དཀའ་ངལ་ཆུང་ཆུང་འདི་ལས་གལ་ཆེ་ཆེ་ས་བོད་ཀྱི་རྩ་དོན་དང་བོད་ཀྱི་འཐབ་རྩོད་རྒྱ་བལ་གྱི་སྐུ་ཚེ་འདི་ག་ཚང་མ་ལ་བལྟས་ཚེ་ད་ལྟའི་དུས་ལ་ང་ཚོ་གཅིག་སྒྲིལ་མ་བྱས་ན་ང་ཚོ་ག་བ་ཆགས་ས་རེད་བསམ་པ་འདི་སེམས་ལ་བཞག་པའི་ཐོག་ནས་ཚང་མས་ཀྱི་ཆོལ་གསུམ་རྡོག་སྒྲ་གཅིག་སྒྲིལ། ཆོས་བརྒྱུད་ཕ་རོལ་ཐན་ཚུན། འཐེན་འཁྱེར་མེད་བར་ཐུགས་མཐུན་ཁྲིམས་གཙང་སྒོ་དབྱེ། གནའ་སྔ་མོ་བར་དུ་ག་འདྲའི་སྐྱབས་མགོན་རིན་པོ་ཆེ་རྒྱ་གར་ཕེབས་ནས་ག་ལྟར་ཆོས་བརྒྱུད་ཚང་མ་རིས་སུ་མ་བྱས་ཚང་མ་ཐུགས་དམ། ཐུགས་དམ་གོང་བུ་གཅིག་སྒྲིལ་བྱུང་བ་འདི་གའི་ཚང་མ་ད་དུང་ང་དང་མི་ཉམས་གོང་འཕེལ་བྱེད་དགོས། རྒྱལ་དབང་སྐུ་འཕྲེང་བཅུ་གསུམ་པ་གིས་ཆོས་ཁྲིད་ཞེ་སྡང་ཉོན་མ་ཆགས་པར་བྱས་པ་ལ་ང་ཚོས་རིག་པ་སྒྲིམ་དགོས་ཡས་དེ་གནའ་སྔ་མོ་བོད་ལ་ཤེས་ཡོན་དེ་འདི་གའི་གལ་ཡོམ་ད་ལྟ་ང་ཚོ་ཤེས་ཡོན་གོ་སྐབས། ཆ་རྐྱེན་མཐུན་རྐྱེན་ཚང་མ་ཡོད་དུས་ཙམ་པ་ལ་དེ་འདྲ་བྱས་ན་འགྲིག་གི་མ་རོ། ད་ལྟའི་ང་ཚོ་མི་ཐོག་འདི་ལ་ལོ་རྒྱུས་ནང་ནས་འགན་ཆེན་པོ་ཞུ་རྒྱུ་བརྩམས་པ་ལ་རྒྱ་བལ་སྐུ་ཚེ་དང་བརྟེན་ནས་ང་ཚོ་འགན་ཆེན་པོ་འདི་ང་ཚོ་འཁྱོག་ཐུབ་པ་བྱེད་དང་འཁྱོག་ཡ་ལ་སོ་སོས་ཀྱི་རིག་པ་འདེམས་ནས་ལས་ཀ་བྱེད་ན་ཏན་ཏན་ངས་འགྲུབ་གི་རེད་བསམ་འདུག་མི་ཚང་མས་ཀྱི་ཀུན་འདུས་ཀྱི་བཀའ་འདི་དགོངས་དག་ཉེ་དགའ་ལ་མོ་བསམ་བློ་བཏང་བྱས་ཏེ་འདི་བྱེད་དགོས་བསམ་བྱས་སོ་སོས་ཀྱི་ད་ངས་ངས་གོང་དུ་ཞུས་པ་ནས་འདི་བསམ་བློ་བཏང་ཞུ་སྐལ་ལང་དུས་དམ་བཞི་བཞག་ན་ཏན་ཏན་ང་ཚོ་ཡག་རུ་ཡག་རུ་བཏང་པ་ན་ང་ཚོ། སྤྱི་བའི་ལས་ཀ་བྱེད་དགོས་ཡ་མང་པོ་ཞུ་ལྷག་དུ་ཙམ་པ་འདི་ཐོག་ལ་ང་ཚོ་ལེགས་པ་འབྲི་མ་ནས་ཏན་ཏན་ཚང་མས་ཀྱི་ཡག་པོ་ཡོང་གི་རེད་བསམ་པ་ངས་དྲན་བསྡད་ཀྱི་འདུག་བྱས་ཙང་ལྟ་ངན་མང་པོ་ཞུ་གི་མེད་རྣམ་པ་ཚོ་དེ་བ་དྲི་བ་ཁ་ཤས་ཡོད་ཀྱི་རེད་དྲི་བ་ཚང་མ་ལ་ངས་ལན་ལན་ཐེག་གི་ཡོད་མེད་ག་ཤེད། མ་ཤེས་ན་ང་ཡང་སངས་རྒྱས་མ་རེད་ང། འབྱུང་བ་ལྔ་ནི་འཁྲུལ་པའི་ཕུང་པོ་བཞིན་བརྩམས་པ་ལ་ངས་ཤེས་ཀྱི་མེད་ན་ཤེས་ཀྱི་མེད་དུ་ཁ་བསྡུར་ཞུས་ཤིག་རེད་ནི་དགོངས་དག་ཞུ་ཡ་རུ་ཨ་ཨེ་ད་ནི་ལན་དགོས་ན་ཞུ་མ་ངས་ལན་བཟོས་བྱས་བསམ་དོ་བྱམས་པ་ལགས་ཀྱི་རྣམ་པ་ཚོ་ཕུ་ནས་དེ་དེ་བྱུས་ཡོང་སྲིད་ཀྱི་རེད་ཡིན་ནའི་མཐའ་དོན་ཞུ་ཡ་ལ། རྣམ་པ་ཚོ་ཡིན་འདི་གས་ཚང་མ་དེ་ཕེབས་པ་དང་ཕན་མཁན་ཚང་མ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་བསྔགས་བརྗོད་ཡོད་རྗེས་སུ་ཡང་ཡང་ཞུ་ཡ་ཡིན་ལྷག་ཕན་གྱི་ཚོགས་ལ་མ་འོངས་པ་འདི་འདྲ་ཕེབས་ན་ཡག་པོ་ཡོད་རེད། མ་སྤེལ་བས་ན་ཨེ་ང་ཚོ་ཐག་རིང་རུ་འགྲོ་གི་རེད། སོ་སོ་སྒེར་གྱི་དོན་དག་ལ་ཆུ་ཚོད་གཉིས་གསུམ་བཏང་ཐུབ་ཀི་རེད་ག་བ་ཉག་འགྲོ་ཐུབ་ཀི་རེད་སྦྲང་ཁྲབ་ཁ་འགྲོ་ཐུབ་ཀི་རེད། ཆང་རག་ཞིམ་པོ་བཏུང་ཐུབ་ཀི་རེད་སྤྱི་བའི་ལས་ཀ་ལ་ཚང་མས་ཧ་རུ་བུ་རུ་བྱེད་དགོས་ཏེ་གལ་ཆེན་པོ་ཞུ་གི་རེད། ཀརྨ་ཡེ་ཤེས་དང་ཀརྨ་ཡེ་ཤེས་དེ་དཔལ་འབྱོར་བཀའ་བློན་གྱི་མིང་འདི་བོད་མིའི་སྒྲིག་འཛུགས་ཀྱི་མིང་ཞིག་དེ་སླེབས་འདི་ལ་ཡང་ཆེ་མཐོང་བཞག་དགོས་དེ་གལ་ཡོད་མ་རེད་དེ་ནང་ཁུལ་ཕག་ཏུ་གཞུང་གི་སྐུ་ཚབ་དང་མང་ཚོགས་པར་རུ་འབྲེལ་བ་བཟོ་ཡའི་གོ་སྐབས་དམའ་ཤོས་བྱས་ན་ཡག་པོ་ཡོད་རེད་བསམ་དགོས་དེ་ནས་འདི་འདི་ཚོ་མ་ལ།

གི་སྒང་ལ་བོད་པའི་རྒྱལ་དར་བཞི་བོ་ཅི་བླངས་ཤེས་ཐོག་གཞུང་མང་ང་ཚོ་འདིའི་རྒྱལ་དར་དངོས་གནས་བླངས་ཡ་ཡོད་པ་དང་ང་འདི་ཚང་མ་ཁྲ་ཁྲོ་རུ་བོད་ལ་མཇལ་ཡོད་པའི་སྨོན་འདུན་ཞུ་གིན་ཐུགས་རྗེ་ཆེ།